གཏམ་བཟང་ཟེར་ན་མི་འདུག་ཨ་ནི་ཅིག་ཞུ་དགོས་བསམ་སོང་ག་རེ་ཡིན་ལ་ན་ད། མང་པོ་ཅིག་སྤྱི་བཏང་ནས། ཐུགས་བསམ་བཞེས་བསྡད་ངེས་ཡིན་ན་མང་པོ་ཅིག་ཁེངས་ཀྱི་རེད་བ། ད་སང་ཉིན་ང་རང་ཚོ་སྤྱི་ཟླ་བཅུ་གཅིག་གི་སྟ་རིང་ལྔ་ཉིན་མོ་དེ་ལ་ཡ། སྐྱབས་རྗེ་མཁས་དབང་ཟམ་གདོང་རིན་པོ་ཆེ་གིས་ཨ་ནི་ང་རང་ཚོ་སྐུ་ཡི་འཁྲུངས་སྐར་ཉིན་མོ་དེ་ཆགས་བསྡད་ཡོད་རེད། ད་རིན་པོ་ཆེ། དངོས་གནས། དགུང་ལོ་གྱ་གཅུ་གྱ་དྲུག་ལ་ཕེབས་པའི་གནས་སྐུ་ཡི་འཁྲུངས་སྐར་དེ་ང་རང་ཚོ་དེ Swiss དང Liechtenstein བོད་རིགས་མི་མང་གི་ཁྱབ་ཁོངས་སུ་ཡོད་པའི་གཅིག་བར་ང་རང་ཚོ་བར་སྣང་སློབ་གསོར་སྐྱིད་སྡུག་ཚོགས་པ་ངོས་ནས་ལོ་ཟླ་ར་ཅི་འདུག་གོ་སྒྲིག་ཞུས་གནང་གོ་རེ་ཞུས་བ་གཞི་བཟུང་གཅིག་ང་རང་ཚོ་མི་མང་ཚོ་ས་གནས་མི་མང་ཚོ་འདུག་ཕེབས་ཡས་ཡིན་ན་རེ་ལོ་ཟླ་ར་ཅིག་འདི་འདྲའི་ཕེབས་གནང་གོ་རེ་ད་ད་ལན་རྣམ་པ་ཚོ་ལ་ཡང་རྒྱལ་པོ་ཆེ་ལ་ནན་ཏན་ལ་ནས་ཡང་གཅིག་ད་ལན་གྱི། དང་ད་ལན་གྱི་ང་རང་ཚོ་སྐྱེ་བ་བཟང་པོས་ཀྱི་ཉི་མ་དེ་ད་རིང་ཡང་ཅིག་བཟང་ངན་ཉི་མ་དེ་འདུག་ཆགས་བསྡད་འོད་རེད་སོང་ཙང། ད་ལན་ང་རང་གི་རྣམ་པ་ཚོ་ཚང་མ་ལ་ཡ་ཅིག་གལ་ཆེན་དོན་ཆེན་རྩིས་བྱེད་ནས་ཨ་ནི་ཅིག། རིན་པོ་ཆེ་ཡི་གི་སྐྱེ་ཁ་དེ་སྲུང་རྩིས་ཞུ་ཡའི་ཆེད་དུ་ལ་ཡ་ཨ་ནི་ང་རང་ཚོ་གང་མང་མང་ཅིག་ཨ་འདུག་བ་གའི་རི་གོང་དགོན་པ་ལ་ཡ་འདུག་ཅག་རོང་ན་ལ་ནས་ངེས་གི་འདུག་འབུལ་སྐུལ་ཞུ་ཡའི་ཡིན། ད་ནམ་ཚོ་མཁྱེན་གསལ་རེད། དེང་སང་ང་རང་ཚོ་སྤྱི་ཚོགས་དྲ་ལམ་ནང་ལ་ཡ། ཅིག་ང་རང་ཚོ་ད་དགེ་བའི་བཤེས་གཉེན་ཡིན་ན་རེད་ཨ་ནི་ཅིག་ཅིག་ང་རང་ཚོ་བླ་སྤྲུལ་རྣམ་པ་ཡིན་ན་རེད་ཨ་དེ་མ་ཡིན་པའི་ད་ཐ་ན་གོང་ས་མཆོག་ལ་ཡ་ན་ཅིག་བཟོ་ས་མ་དེ་ངས་དེ་འདྲས་ཀྱི་ད་ཅིག་ཉོན་མོངས་པོ་ད་ཤེས་བྱའི་གི་དྲི་བས་གི་མ་བསྒྲིབས་བྱས་ནས་ཨ་ནི་ཅིག་གང་ཟག་ཁྱད་དུ་འཕགས་པའི་གང་ཟག་གིས་ཨེན་ཅིག་གི་ཡོན་ཏན་དང། ཨན་དེ་ཚོ་མ་མཐོང་དུ་བརྩམས་པ་ལ་ཡ་ཨན་ནི་ཧང་བསང་ཡན་གྱི་དཔེ་ཁོ་རང་ཅིག་གི་ཐབས་སྐྱོ་བོ་གི་གནས་ཚུལ་དང་ཨན་ཅིག་སེམས་སྐྱོ་དགོས་གནས་ཚུལ་དང་དེ་འདྲས་ཅིག་ཆགས་བསྡད་གོ་རེ་ཡིན་ན་ཡང་ད་ནམ་བཟོ་མཁན་གསལ་རེད་སྤྱི་ཚོགས་ནང་ལོག་ལ་ཡ་མི་ཚང་མ་ཡག་པོ་དེ་ཁ་ཕོར་བ་མི་ཚང་མ་གི་ཨན་ཅིག་སོ་སོ་གི་ཤེས་ཚད་ཡིན་ན་རེད་སོ་སོ་གི་གནས་ཚད་ཡིན་ན་རེད་སོ་སོ་གི་གཞི་རྩའི་གི་བསམ་བློ་བཏང་སྟངས་ཡིན་གྱི་ཅིག་གི་རྒྱབ་ལྗོངས་ཡིན་ན་རེད་ཚང་མ་ཁ་ཁ་ཁ་ཁ་ཡིན་དེ་ཚོ་རྩམ་པར་ཡ་ཨ་ནི་མི་ཚང་མ་གཅིག་འདྲ་བོ་ཡོད་མ་རེད་ལ་ནི་ཞུ་ཡས་ཡིན་ད་འདི་ནི་ངས་བཤད་མོ་དགོ་ར་རྣམ་པ་ཚོ་ཡི་ཁེན་གིར་བ་སོང་ཙང་ད་ད་ལན་ཨ་ནི་གཅིག་གི་དམིགས་བསལ་གི་ད་ལན་ང་རན་གི་འདུག་རྣམ་པ་ཚོ་ལ་ཡ་གཅིག་རིན་པོ་ཆེ་གི་ཨ་ནི་སྐྱེ་ཁར་སྲུང་བརྩི་གི་ཨ་ནི་གསལ་བསྒྲགས་དང་སྒྲགས་བྱེད་ནི་ད་ད་ང་ར་ལ་ཡ་ད་ད་བརྙན་ཐུང་རིན་པོ་ཆེ་གི་ཐུན་ཐུན་གྱི་རགས་སུ་རུ་བ། འདི་གཉིས་མཐུན་ཏེ་ངེད་དུག་ཤམ་ལ་བཞག་གི་ཡིན། དེའི་ནང་རོ་ལ་རྣམ་པ་ཚོ་གཟི་དང་ནི་རིན་པོ་ཆེ་གི་སྐུ་ལས་ག་ཚོད་སྐྱོན་ཡོད་བ་དང་རིན་པོ་ཆེ་གི་ཐོག་མ། ནི། གུང་ལོ། ནི། ཞོན་ཞོན་དངོས་གནས་ཅན་ད་ལྟ་བར་དུ་ལ་ཡང་རིན་པོ་ཆེ་གི་སྐུ་ལས་ག་ཚོད་སྐྱོན་ཡོད་མེད་དང་ཆ་ཚང་འདྲ་བོ་ཅིག་འདི་ནང་ལ་འགྲེལ་བཤད་དཔྱིས་ཕྱིན་པ་ཡག་པོ་ཞིའུ་ཅིག་བརྒྱབ་བཞག་འདི་ངེས་པར་དུ་རྣམ་པ་ཚོ་ད་དུས་རྒྱུན་དུ་རིན་པོ་ཆེ་ལ་གུས་བརྩི་ཡོད་ངེས་དང་དད་གུས་ཡོད་ངེས་དང་རིན་པོ་ཆེ་གི་སྐུ་གསུང་ཐུགས་ཀྱི་ཡོན་ཏན་མཁྱེན་མཁན་ཚོ་ལ་ངས་ཞུ་དགོས་བའི་ཁེ་ཁེ་མེད་ཡིན་ན་ཡང་ད་འདི་ཐོག་ལ་ཡང་རེ་ཟུང་ད་ལྟ་རིན་པོ་ཆེ་སྐོར་ལ་ཡང་སྨྲ་མཁན་ཡང་དེ་འདྲ་ཡོད་པ་ནི་འདི་ཚོ་ཡིན་ན་ངེས་པར་དུ་ལན་ཅིག་འདུག་ད་ལན་འདི་བརྙན་ཐུང་འདི་གཟིགས་པ་ཡིན་ན་ཏན་ཏན་ཐུགས་འགན་གསོས་པ་ཅིག་ཡོང་གི་རེད་བསམ་གི་འདུག་ངེད་ཀྱི་སོང་ཙང་ད་ལན་ངས་བརྙན་ཐུང་བཞག་དགོས་ཡོད་དེ་རྒྱུ་མཚན་ད་ག་རང་ཡིན་ནམ་པ་ཚོ་མང་པོ་ཅིག་ཡང་ཅིག་སོ་སོ། ལས་དང་ཉོན་མོངས་ཀྱི་དབང་གིས་སྒྲིབ་པས་ཀྱི་ལྟར་གྲིབ་བྱས་ནས་མ་བརྩེགས། སྐྱེ་བོ་དམ་པ་རྣམས་ཀྱིས་འདུག། ཨཱ་ནི། ཅེས་ཀྱི། ཁྱད་དུ་འཕགས་པའི་ཡོན་ཏན་དང། ཨཱ་ནི་ཤེས་ཡོན་དེ་ཚོ་མ་མཁྱེན་མཁན་དེ་འདྲ་ཡོད་པ་ཡིན་ན་ད་ལན་དེ་གཤམ་གྱི་བརྙན་ཐུང་དེ་ངེས་པར་དུ་ཅིག་གཟིགས་རོགས་གནང་ལ་ནི་ཞུ་འོས་ཡིན། ཨཱ་ནི་དེ་ཁྱེད་གཟིགས་བ་ཡིན་ན་ཏན་ཏན་ཐུགས་འགན་གསོས་པ་ཡོང་གི་རེད་བསམ་གྱི་འདུག་འདི་གཅིག་ཞུ་དགོས་བསམ་སོང།
བློ་གྲོས་བཟང་པོས་ལུགས་གཉིས་ཕ་མཐར་སོན། ཆོས་བཞིན་སྤྱོད་པས་བསྟན་འཛིན་དཔལ་དུ་གྱུར། བཤེས་གཉེན་ཞབས་སར་སྟ་གོན་བརྟུལ་ཞུགས་ཅན། ཆོས་ཀྱི་རྒྱལ་མཚན་ཞབས་པད་བརྟན་པར་ཤོག། གངས་ལྗོངས་བསྟན་སྲིད་ཆེས་ཆེར་གུས་པས་འདུད། སྔོན་གྱི་སྨོན་ལམ་དུས་སུ་སྨིན་པ་ཡིས་གོང་དུ་སྤེལ་ལ་མདུན་ན་འདོན་པའི་གཙོ། མཚུངས་མེད་དཔའ་ལྡན་བླ་མའི་ཞབས་བརྟན་ཤོག། ཕྱི་ལོ་ཉིས་སྟོང་གྱ་མི་བཅུ་དགུ་ཟླ་བ་བདུན་པའི་ཚེས་ཉེར་བརྩེགས་ལྔ་ཉིན ྋགོང་ས་མཆོག་གིས་མཛད་པའི་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེའི་ཞབས་བརྟན་གསོལ་འདེབས་ལས་ཟུར་འདོན་ཞུས། གསུམ་ལྡན་ངུར་སྨྲིག་གར་གྱི་སྣང་བར་རོལ་པ། ཕྱི་ནང་ཤེས་བྱའི་གནས་མཐའ་དག་སྨྲ་བའི་དབང་ཕྱུག། བདག་ཉིད་ཆེན་པོ་མ་ཧཱ་པ་ཎྜི་ཏཱ་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་ཆོས་ཀྱི་རྒྱལ་མཚན་དཔལ་བཟང་པོ་མཆོག་ནི་ཤེས་བྱའི་ནོར་བུས་བཏབ་པའི་རྒྱ་མཚོ་དང་ངེས་པ་དོན་གྱི་བདེན་པ་དང་ཚད་མེད་ཞི་བའི་ལམ་སྟོན་གྱི་སྒྲོན་མེ་ཞིག་ཡིན། ཁོང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོའི་ཟླ་བ་བཅུ་གཅིག་པའི་ཚེས་ལྔ་ཉིན་བོད་ཤར་ཕྱོགས་ཁམས་ཀྱི་གནས་མཆོག་ཁ་བ་དཀར་པོའི་ཉེ་འདབས་ཇོལ་ས་ཁུལ་དགེ་བཅུ་ཚང་བའི་གྲོང་ཚོ་ཞིག་ཏུ་སྐུ་འཁྲུངས། ཁོང་ལོ་ལྔར་ཕེབས་སྐབས་ཐུན་མོང་མ་ཡིན་པའི་སྐྱེས་བུ་དམ་པའི་རང་རྟགས་མངོན་གསལ་དོད་པོ་རང་ཆས་སུ་ཡོད་པར་བརྟེན་ཟམ་གདོང་སྐུ་འཕྲེང་བཞི་པའི་ཡང་སྲིད་དུ་ངོས་འཛིན་ཞུས། དེ་ནས་ངོ་མཚར་གྱི་སྐུ་ཚེའི་འགྲུལ་བཞུད་དབུ་བཙུགས་པ་མ་ཟད། བོད་ཀྱི་ཆོས་སྲིད་གཉིས་ཀར་རྨད་དུ་བྱུང་བའི་ཞབས་འདེབས་བསྒྲུབ་ཐུབ་པའི་བསྐལ་བས་ཐོགས་པའི་ཤེས་རབ་ཅན་ཞིག་ཡིན། ཁོང་ལོ་བདུན་ལ་རབ་བྱུང་དང་དགེ་ཚུལ་གྱི་བསླབ་སྡོམ་བཞེས། བཤེས་གཉེན་ཆེན་པོ་ངག་དབང་སྦྱིན་པ་མཆོག་གི་དབུས་དགེ་བའི་བཤེས་གཉེན་དུ་མའི་ཞབས་ལ་གཏུགས་ཏེ། ཐུན་མོང་དང། ཐུན་མོང་མིན་པའི་རིག་པའི་གནས་སྤྱི་དང། ལམ་རིམ་ཆོས་སྤྱོད་སོགས་ལ་སྦྱངས། དགུང་ལོ་བཅུ་གཉིས་པར། གདན་ས་ཆེན་པོ་པཎ་ཏའི་འབྲས་སྤུངས་སུ་ཆོས་ཞུགས་ཀྱིས། གཞུང་ཆེན་བཀའ་པོད་ལྔ་ལ་ཐོས་བསམ་སྒེར་བདག་དང། དགེ་བའི་བཤེས་གཉེན་དུ་མ་ལས། ཆོས་བཀའ་མཐའ་ཡས་པ་གསན་བཞེས་མཛད། རིན་པོ་ཆེ་མཆོག་ནི་ཐོས་བསམ་སྒོམ་གསུམ་དང། འཆད་རྩོད་རྩོམ་གསུམ། མཁས་བཙུན་བཟང་གསུམ། མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་ཕུན་སུམ་ཚོགས་པའི་རླབས་ཆེན་གྱི་སྐྱེས་བུ་དམ་པ་ཞིག་ཡིན་པ་མ་ཟད། འབྱུང་འགྱུར་འཆར་གཞི་དང། ཕུགས་བསམ་ཟབ་མོ་ལྡན་པའི་ལམ་སྟོན་པ་དང། འགྲན་ཟླ་བྲལ་བའི་དབུ་ཁྲིད་ཅིག་ཀྱང་ཡིན། ཁོང་གི་བླ་ན་མེད་པའི་མཁྱེན་ཡོན་དང། རླབས་ཆེན་གྱི་མཛད་རྗེས་རྣམས་ནི་བདེན་པ་དང། སྙིང་རྗེ། འཚེ་མེད་ཞི་བ་བཅས་ཀྱི་རྩ་དོན་རྟག་བརྟན་འགྱུར་མེད་ལ་གཞི་བཅོལ་ཅིང། དྲང་བདེན་ལ་དགའ་མོས་དང། ནང་ཆོས་ལ་དོན་སྙིང་ཡོད་པའི་སྐྱེ་བོ་རྣམས་ཀྱི་ལམ་གྱི་མུན་པ་སེལ་བའི། ཉི་མ་ཡིན། རིན་པོ་ཆེ་མཆོག་གདན་ས་ཆེན་པོ་སྤང་སྟེ་འབྲས་དཀར་སྤུངས་པའི་ཡ་གྱལ། མཁས་མང་བློ་གསལ་བྱེ་བའི་གླིང་གྲྭ་ཚང་དུ་ནང་དོན་རིག་པ་གཙོས་པའི་མདོ་རྒྱུད་གཞུང་ལུགས་མང་པོར་ཐོས་བསམ་སློབ་གཉེར་གནང་བཞིན་པའི་སྐབས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་དམར་གྱིས་བོད་ས་ཡོངས་རྫོགས་བཙན་བཟུང་བྱས་པའི་རྐྱེན་གྱིས། རིན་པོ་ཆེའི་སློབ་གཉེར་ལ་གློ་བུར་དུ་བར་ཆད་བྱུང། དུས་འགྱུར་རྫ་དྲགས་ཏེ། ཁོང་གི་དད་པ་དང། དམ་ཚིག། ཆོད་སེམས་སོགས་ལ་ཚོད་རྩིས་བྱས་པ་ལྟ་བུ་བྱུང་ཞིང། རིན་པོ་ཆེ་མཆོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕེབས་རྗེས་སུ་ཕ་ཡུལ་བཞག་སྟེ་བཙན་བྱོལ་དུ་ཕེབས་རྒྱུའི་དཀའ་ཁག་ཆེ་བའི་ཐག་གཅོད་དེ་གནང་དགོས་བྱུང། མཐར་རྒྱ་གར་དུ་བཙན་བྱོལ་ལ་ཕེབས་ནས་སྐྱབས་བཅོལ་ཞུ་དགོས་པར་ཆགས། ཁོང་གིས་མུ་མཐུད་ནས་གསན་བསམ་དང་བསླབ་པ་སློབ་གཉེར་མཛད་ནས་ངལ་བ་དུ་མ་ཁད་དུ་བསྲེས། ཁོང་ལོ་ཉི་ཤུ་ལ་ཕེབས་སྐབས་གནས་མཆོག་རྡོ་རྗེ་གདན་དུ། ྋགོང་ས་མཆོག་གི་སྐུ་མདུན་ནས་བསྙེན་རྫོགས་ཀྱི་སྡོམ་པ་བཞེས། གལ་ཆེའི་བདུད་རྩི་དེ་ནི་རིན་པོ་ཆེ་མཆོག་གི་ནང་ཆོས་ལ་དད་དམ་འགྱུར་མེད་དང། མཆོད་པ་རྣམ་དག་ཅིག་གནང་རྒྱུ་ཡིན་པར་བརྟེན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ལོར ྋགོང་ས་མཆོག་གིས་རྡ་རམ་ས་ལར་ཆེད་དུ་བཀའ་བཀུག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་ཐོག་ཕྱག་ལས་གནང་དགོས་པའི་འགན་ཁུར་གནང། དུས་སྐབས་དེ་ནི་ཁོང་གི་སྐུ་ཚེའི་ནང་གལ་ཆེ་བའི་འགྱུར་འགྲོས་ཤིག་སྟེ། ཁོང་གི་སྐྱབས་རྗེ་ཡོངས་འཛིན་རྣམ་གཉིས་ཀྱི་མདུན་ནས། གཏིང་ཟབ་པའི་ནང་དོན་རིག་པའི་སློབ་སྦྱོང་མུ་མཐུད་གནང་བ་དང་ཆབས་ཅིག། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ཞབས་ཞུ་བསྒྲུབ་རྒྱུའི་འགོ་བཙུགས་པ་དང་བསྟུན། སྐབས་དེར། དགུང་གྲངས་ཉི་ཤུ་རྩ་གཅིག་ཐོག། དགྲ་ལྷོ་གནས་ཤུགས་ལྡན་ས་ཁག་གི་བླ་སྤྲུལ་དགེ་བཤེས་དང། རྒྱུད་གྲྭ་སྟོད་སྨད་གཙོས་པའི་དགེ་འདུན་ཞལ་གྲངས་མང་པོར། སྙན་གསུམ་རིག་གནས་ཀྱི་དགེ་རྒན་གནང་སྟེ། སློབ་མ་གྲགས་ཅན་མང་པོ་གསོ་སྐྱོང་གནང་བ་ནི། བོད་ཀྱི་སྐད་ཡིག་དང། ནང་ཆོས། ལེགས་བྱང་བཅས། འཛིན་སྐྱོང་སྤེལ་གསུམ་གནང་བའི་མཛད་བཀུར་ཐོག་མར་བཞེས་པ་དེ་ཡིན། རིན་པོ་ཆེ་མཆོག་གི་ཆོད་སེམས་དང། ལྷན་སྐྱེས་ཀྱི་མཁྱེན་ཡོན། ལྷག་བསམ་བཅས་ནི། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་གྲུབ་ཆ་དང། ཡར་རྒྱས་ལ་ཧ་ཅང་གལ་གནད་ཆེན་པོ་ཆགས་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བརྒྱད་མདོར། རྒྱ་གར་དུ། རྗེས་ཀྱི་གདན་ས་ཆེན་པོ་པཱ་ཏའི་འབྲས་བུ་དགོན་པ་ནས་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས། སྐབས་དེར། རིན་པོ་ཆེ་མཆོག་གི་མཁྱེན་ཡོན་ལ་ཚད་མཐོའི་ངོས་འཛིན་བྱུང། དེ་བཞིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ལོར། རྗེས་ཀྱི་གདན་ས་སྤང་སྟེ་རྒྱུད་སྟོད་གྲྭ་ཚང་ནས་སྔགས་རམས་པའི་མཚན་གནས་བཞེས། ཆེས་མཐོའི་གཙུག་ལག་སློབ་གཉེར་གྱི་གྲུབ་འབྲས་དང། དབུ་ཁྲིད་ཀྱི་ཐུགས་འགན་འདི་དག་གིས། བཙན་བྱོལ་བོད་མིའི་སྤྱི་ཚོགས་ལ་ཁོང་གི་མཛད་རྗེས་རླབས་ཆེན་འཇོག་རྒྱུ་ཡིན་པ་གསལ་བོར་མངོན། ནང་པའི་ལྟ་གྲུབ་ཐོག་གཙུག་ལག་སློབ་གཉེར་གནང་བ་དང་ཆབས་ཅིག་ཏུ། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཞབས་ཞུ་བསྒྲུབ་རྒྱུའི་ཆོད་སེམས་བརྟན་པོ་བཅངས། དགུང་ལོ་ཉི་ཤུ་རྩ་གཉིས་ཐོག་ཁོང་གིས། སིམ་ལ་དང་རྡོར་གླིང་གི་བོད་མིའི་སློབ་གྲྭར་ཆོས་དགེའི་ཕྱག་ལས་གནང་སྐབས་སློབ་ཁྲིད་གནང་ཕྱོགས་ཀྱི་མཁྱེན་ཡོན་དང་ཐུགས་ཁུར། དབུ་ཁྲིད་སོགས་ཀྱི་ཁྱད་ཆོས་ལ་བརྟེན་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོར་ཁོང་ལོ་ཉེར་དྲུག་ལས་ཕེབས་མེད་ནའང་གྲྭ་ལྷོ་སློབ་གྲྭའི་སློབ་ཕྱིའི་ཐུགས་འགན་བཞེས། ཁོང་གི་ལྷག་བསམ་དང་ལྷག་པར་དུ་ཤེས་ཡོན་ཡར་རྒྱས་ཀྱི་ཐད་ལ་དམིགས་བསལ་ཐུགས་བརྩོན་ལྷོད་མེད་གནང་བར་བརྟེན་སློབ་གྲྭའི་འཛིན་སྐྱོང་དང་ཤེས་ཡོན་ཡར་རྒྱས་དེ་བཞིན་སློབ་ཕྲུག་གི་བདེ་དོན་སོགས། ཧ་ཅང་རྨད་དུ་བྱུང་བའི་སྒོ་ནས་མཛད་འཕྲིན་བསྐྱངས་ཡོད་པས་གཡུར་དུ་ཟ་བའི་གྲུབ་འབྲས་གཟེངས་སུ་ཐོན། སྐབས་དེར། དུས་ཡུན་གང་འཚམ་རིང་བོད་གཞུང་ཆོས་དོན་ལྷན་ཁང་གི་མཚན་གནས་དྲུང་ཆེའི་མཛད་འགན་ཡང་བཞེས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བདུན་བར། རིན་པོ་ཆེ་མཆོག་གིས་ཝཱ་ར་ན་སིའི་སཱ་ར་ནཱ་ཐ་ལ་ཡོད་པའི་དབུས་བོད་ཀྱི་ཆེས་མཐོའི་སློབ་གྲྭའི་སློབ་སྤྱིའི་ཐུགས་འགན་བཞེས། དེའི་རྗེས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་བདུན་ནས་ཆིག་སྟོང་དགུ་བརྒྱ་བརྒྱ་ཅུ་གྱ་བརྒྱད་བར། རྒྱ་གར་གཞུང་གིས་འགྲོ་བ་མིའི་ཐོན་ཁུངས་ཡར་རྒྱས་ལྷན་ཁང་དང། ལེགས་བྱང་ལས་ཁུངས་ཁྱབ་ཁོངས་འོག་རང་སྐྱོང་སྒྲིག་འཛུགས་ཤིག་གི་ངོ་བོའི་ཐོག། དབུས་བོད་ཀྱི་ཆེས་མཐོའི་སློབ་གྲྭའི་སློབ་སྤྱི་དང། ངེས་སྟོན་པའི་ཐུགས་འགན་གཅིག་ལྕོགས་བཞེས། རྗེས་སུ་སློབ་གཉེར་ཁང་དེ་གཙུག་ལག་སློབ་གཉེར་ཁང་དུ་གྱུར་བས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱ་ཅུ་གྱ་བརྒྱད་ནས་ཉིས་སྟོང་གྱ་མེད་བཅུ་མེད་གཅིག་བར་ངེས་སྟོན་པའི་མཛད་འགན་བཞེས། རིན་པོ་ཆེ་མཆོག་གིས་ཞུམ་པ་མེད་པའི་སྙིང་སྟོབས་དང། བློས་བཏང། དཔེ་མཚོན། ལྷག་བསམ། མཁྱེན་རྒྱ་བཅས་ནི། སློབ་གཉེར་ཁང་འདིའི་གསར་འཛུགས་ལ། ཧ་ཅང་གལ་གནད་ཆེན་པོ་དང། ཁ་བྲལ་ཐབས་མེད་པ་ཆགས་ཡོད། དཀའ་སྤྱད་འབད་བརྩོན་དུ་མའི་སྒོ་ནས། སློབ་ཁང་འདིའི་ཐོག་མའི་གནས་བབ། བྱིངས་དྲུག་ཐང་སྐྱར་ལྟ་བུའི་ཆེས་ཉམ་ཐག་པའི་གནས་སྟངས་ལས་གྲོལ་བར་མཛད་ནས། ཁོང་གིས། སློབ་གཉེར་ཁང་གི་རྨང་གཞི་འཛུགས་སྐྲུན་ནས་བཟུང་སྟེ། མཛེས་སྡུག་ལྡན་པའི་བོད་ཀྱི་སྲོལ་རྒྱུན་ཁྱད་ཆོས་ཅན་གྱི་ཁང་པའི་བཟོ་བཀོད་དང། ཕྱི་ནང་གི་སྣོད་བཅུད་གཉིས་ཀྱི་ལས་དོན་ཡོངས་རྫོགས་ལ། ཐད་ཀར་གཟིགས་ཞིབ་དང་ཇུས་འགོད་ཞིབ་ཚགས་དང་འབྲེལ། བོད་ཀྱི་སྲོལ་རྒྱུན་དང། ནང་དོན་རིག་པའི་མཐོ་རིམ་སློབ་གཉེར་གྱི་སློབ་ཚན་དང། སློབ་ཁྲིད། བསླབ་གཞི་རྩ་འཛིན་བཅས་ཞིབ་ཚགས་ངང་བཟོ་བཀོད་དང་ལག་བསྟར་གནང་ཞིང། ལྷག་པར་དུ་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཆེན་པོ་བཞི་དང། གཡུང་དྲུང་བོན་བཅས་ཀྱི་བསླབ་གཞི་གསར་བཟོ་སོགས་ཆད་ལུས་མེད་པར་གནང་བ་མ་ཟད། སློབ་ཚན་རེ་རེ་བཞིན། དེང་རབས་གཙུག་ལག་སློབ་ཆེན་གྱི་ལམ་སྲོལ་དང། ཤེས་ཡོན་སློབ་སྦྱོང་གི་གནས་ཚད་མཉམ་པ་ཞིག་ཡོང་བར་བཟོ་འགོད་གནང་ཡོད། མཐར། སྣོད་བཅུད་ཡོངས་རྫོགས་གཙུག་ལག་སློབ་ཁང་གི་མཚན་ཉིད་ཡོངས་སུ་རྫོགས་ཏེ། སྐར་རྟགས་ལྔ་ཅན་མཚན་གནས་ཐུབ་པའི་ངོ་བོར་གྱུར་བ་དང། རྒྱལ་སྤྱིའི་སྡིངས་ཆའི་སྟེང་ཡར་ཐོན་གྱི་རྣམ་པ་ཅན་དུ་འགྱུར་བར་མཛད། དེང་སང། དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་འདི་ནི། བོད་ཀྱི་གནའ་དེང་གཉིས་ཀྱི་སློབ་སྦྱོང་བྱེད་ས་ཡོད་པའི་བོད་ཀྱི་མཐོ་རིམ་ཤེས་ཡོན་སློབ་གཉེར་ཁང་ཆེས་ཡག་ཤོས་དང་ཚད་མཐོ་ཤོས་ཤིག་ཏུ་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད། ནང་པའི་ལྟ་གྲུབ། བྱུང་རབས་ལོ་རྒྱུས། བོད་ཀྱི་སྐད་ཡིག་དང་རྩོམ་རིག། གསོ་བ་རིག་པ། བོད་ཀྱི་བཟོ་རིག། ལེགས་སྦྱར། པཱ་ལི། དབྱིན་ཡིག། ཧིན་རྡི། སྲིད་དོན་ཚན་རིག། དཔལ་འབྱོར་རིག་པ། བོད་རིག་པའི་ཉམས་ཞིབ་དང། དཔེ་རྙིང་ཡིག་ཆ་བསྐྱར་གསོ་དང་ཉར་ཚགས། ཡིག་སྒྱུར། ནང་དོན་རིག་པའི་ཤེས་ཡོན་དར་འཕེལ་བཅས་ཀྱི་བསྟི་གནས་ཁང་ཞིག་ཀྱང་ཡིན། དེ་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ལམ་སྟོན་དང། རིན་པོ་ཆེ་མཆོག་གི་ཆེད་དགོངས་དབྱངས་སྐྱེལ་བྱེད་གཟིགས་སྟངས་དང། མཁས་མཛངས་གཉིས་ལྡན་གྱི་ཡང་དག་པའི་མཛད་བྱུས་བཅས་ལ་བརྟེན་ནས། ཕྱི་ནང་གི་སྣོད་བཅུད་ཆ་ཚང་བདེ་བླག་ངང་མངོན་འགྱུར་དང། ཐོག་མའི་དམིགས་ཚད་ཟིན་པ་ནང་བཞིན་སློབ་གཉེར་ཁང་འདིའི་དམིགས་ཡུལ་ལག་བསྟར་དོན་འཁྱོལ་ཡོང་བར་རིན་པོ་ཆེ་ལྟ་བུའི་དབུ་ཁྲིད་ཅིག་མེད་ན། གཙུག་ལག་སློབ་ཁང་གི་གནས་བབ་དེ་ད་ལྟའི་ཆར་གང་དུ་སླེབས་མིན་ཆ་མ་འཚལ། མདོར་ན། གཙུག་ལག་སློབ་གཉེར་ཁང་འདི་ནི་བོད་ཀྱི་ལོ་རྒྱུས་ནང་ཐེངས་དང་པོའི་བོད་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་ཆེན་པོ་བཞི་དང། གཡུང་དྲུང་བོན་དང་བཅས་ཀྱི་གཞུང་ལུགས་རྣམས་ལ། རང་རང་སོ་སོའི་ཐུན་མིན་གྱི་ལྟ་གྲུབ་དང་བཅས་པ། སྒྲིག་འཛུགས་གཅིག་གི་ཁྱབ་ཁུངས་སུ་མཐོ་རིམ་སློབ་གཉེར་གནང་ཆོག་པའི་རྒྱ་གར་དང་རྒྱལ་སྤྱིའི་ཐོག་ནས་ཚད་ལྡན་ངོས་འཛིན་ཐོབ་པའི་སློབ་གཉེར་བསྟི་གནས་ཁང་གཅིག་པུ་དེ་ཡིན། རིན་པོ་ཆེ་མཆོག་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་དུ་བཞུགས་རིང། ཤེས་ཡོན་དང། སྤྱི་ཚོགས་ཡར་རྒྱས་ཀྱི་ལས་གཞི་གཞན་མང་པོ་ལའང་ཐུགས་འགན་དང་གསར་གཏོད་གནང་ཡོད་པའི་ནང་ནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ནས་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་བར། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་དང། དེ་ནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་འོ་ན་དབུས་བོད་ཀྱི་ཆེས་མཐོའི་སློབ་གྲྭར། བོད་རང་དབང་བསྟན་པའི་ལས་འགུལ་གྱི་ལས་གཞི་ཐོག་མར་དབུ་འཛུགས་སྐབས། ཁོང་གི་ཞིབ་ཕྲའི་ལམ་སྟོན་དང་ཐད་ཀར་རྒྱབ་སྐྱོར་གནང། ད་ལྟའི་ཆར་ལས་གཞི་དེ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་འབྱུང་ཁུངས་གལ་ཆེ་ཤོས་ཀྱི་གྲས་སུ་གྱུར་ཡོད། རིན་པོ་ཆེ་མཆོག་གིས། ཕྱི་ལོ་ཉིས་སྟོང་གྱ་མེད་བཅུ་མེད་གཅིག་ནས། ཉིས་སྟོང་གྱ་མེད་བཅུ་གཅིག་བར་བཀའ་བློན་ཁྲི་པའི་ཐུགས་འགན་བཞེས་པ་དང། དེའི་སྔོན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་ཉིས་སྟོང་གྱ་མེད་བཅུ་མེད་གཅིག་བར་བཙན་བྱོལ་བོད་མིའི་སྤྱི་འཐུས་གྲོས་ཚོགས་ཀྱི་ཚོགས་གཙོའི་ཐུགས་འགན་བཞེས་པའི་རིང་ལ། མིག་དཔེ་འོས་པའི་གསར་གཏོད་དང། ལེགས་བཅོས། འཕྲལ་ཕུགས་རྒྱང་གསུམ་ལ་ཧ་ཅང་ཕན་རླབས་ཆེ་བའི་མཛད་འཕྲིན་མང་པོ་བསྐྱངས་ཡོད་ཅིང། མང་གཙོའི་ཀ་བ་གསུམ་གྱི་དབང་ཚད་ཆ་བགོས་དང། བརྗིད་ཉམས་སྟངས་འཛིན་གྱི་རྒྱ་ལས་མ་བརྒལ་བ་དང། བོད་མིའི་སྒྲིག་འཛུགས་འདི་བཞིན་གང་ཟག་གི་དབང་བསྒྱུར་ལས། ཁྲིམས་ཀྱི་དབང་བསྒྱུར་དུ་བཙན་ཐབས་སུ་བསྒྱུར་བ་བཅས། མདོར་ན། བོད་མིའི་མང་གཙོའི་རིང་ལུགས་དེ་དུས་ཚོད་ཐུང་ངུའི་ནང་ཧ་ཅང་ཚད་མཐོ་པོ་དང་ཡང་དག་པའི་ཕྱོགས་སུ་བསྐྱོད་ཐུབ་པ་བྱུང་ཡོད། རིན་པོ་ཆེ་མཆོག་ནི་གཟིགས་རྒྱ་ཡངས་པོ་དང། འཆར་སྣང་ལྡན་པ། མཁས་མཛངས་དང་རྣམ་དཔྱོད་ཅན། ཐག་གཅོད་དང་ཆོད་སེམས་ཆེ་བ། ལྷག་བསམ་དང་སྙིང་སྟོབས་བཅས་ཀྱི་སྒོ་ནས་ང་ཚོའི་དུས་སྐབས་ཀྱི་ཆེས་ཕུལ་དུ་བྱུང་བའི་བུད་མེད་རླབས་ཆེན་གྱི་དབུ་ཁྲིད་ཅིག་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་ལོར་བོད་མིའི་སྤྱི་ཚོགས་དང། སྒྲིག་འཛུགས་ཀྱི་མང་གཙོའི་ལམ་ལུགས་ཡར་རྒྱས་གཏོང་ཐབས་སུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རིན་པོ་ཆེ་མཆོག་རྩ་ཁྲིམས་ཟིན་བྲིས་ཚོགས་ཆུང་གི་ཚོགས་མིར་བསྐོ་གཞག་དང། ཚོགས་ཆུང་དེས་བཙན་བྱོལ་བོད་མིའི་བཅའ་ཁྲིམས་ཀྱི་ཟིན་བྲིས་དང། མ་འོངས་བོད་ཀྱི་ཆབ་སྲིད་ལམ་སྟོན། དེའི་རྩ་ཁྲིམས་ཀྱི་གཞི་རྩའི་ཁྱད་ཆོས་བཅས་ཟུར་ཁྲིད་ཀྱི་འགན་འཁུར་རྐང་བཞེས་གནང་ཡོད། རིན་པོ་ཆེ་མཆོག་གིས་བཙན་བྱོལ་སྒྲིག་འཛུགས་དེ་ཚད་མཐོའི་ཡང་དག་པའི་མང་གཙོའི་ལམ་དུ་ཁྲིད་གནང་བ་དེ་ནི་ནར་མ་སོན་པའི་བྱིས་པ་ཞིག་རང་མགོ་མ་ཐོན་པར་གསོ་སྐྱོང་གནང་བའི་བརྒྱུད་རིམ་དང་འདྲ་བ་ཞིག་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར ྋགོང་ས་མཆོག་གིས་རིན་པོ་ཆེ་མཆོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་འཐུས་མིར་ཐད་བསྐོས་གནང་བ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་མདོ་སྟོད་སྤྱི་འཐུས་ལ་འོས་འདེམས་ཞུས་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ནས་ཉིས་སྟོང་བརྒྱ་མེད་བཅུ་མེད་གཅིག་བར་རིན་པོ་ཆེ་མཆོག་མུ་མཐུད་ནས་ཐེངས་གཉིས་བསྟུད་མར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོར་སྤྱི་མོས་ཀྱིས་འདེམས་ཐོན་བྱུང་ཞིང། གྲོས་ཚོགས་འཐུས་མི་དང་ཚོགས་གཙོ་ལོ་བཅུའི་རིང་ལ། ཁྲིམས་བཟོའི་ལས་དོན་དང་ལས་རིམ་གྱི་ཚད་གཞི་མཐོ་པོ་ཞིག་གཏན་འབེབས་གནང་སྟེ། བོད་མིའི་མང་གཙོའི་སྒྲོམ་གཞི་དེ་རྨང་གཞི་བརྟན་པོ་ཞིག་བཏིང་ཐུབ་པ་བྱུང་བ་དང། གྲོས་ཚོགས་ནང་དུ། ཁོང་གིས་དགེ་རྒན་གྱི་སློབ་མར་སློབ་ཚན་ཁྲིད་པ་ནང་བཞིན་དོན་ཚན་རེ་རེ་བཞིན་ཞིབ་བྲེལ་གྱིས་གྲོས་ཚོགས་ལ་མང་གཙོའི་ལམ་ལུགས་ཀྱི་བྱ་རིམ་དང་དོན་གནད་ཁག་ལམ་སྟོན་དང་འབྲེལ་གནད་ཆེ་བའི་ཁྲིམས་སྒྲིག་སོགས་ལ་མི་གཅིག་ལག་གཅིག་ལྟ་བུར། ཁོང་ཉིད་གཅིག་པུས་ཡང་ཡང་ཕྱག་ལས་གནང་ནས། བཙན་བྱོལ་སྒྲིག་འཛུགས་ཀྱི་གྲོས་ཚོགས་ལམ་ལུགས་ལ་དགོས་ངེས་ཀྱི་སྒྲིག་གཞི་དང། ཁྲིམས་ལུགས་མང་ཆེ་བ་ཟིན་བརྒྱུད་གནང་ཡོད། ཁྲིམས་ལུགས་དབང་བསྒྱུར་ལ་ཧ་ཅང་གལ་གནད་ཆེན་པོ་བརྩི་མཁན་དང། ཐུགས་སྣང་ཆེན་པོ་ཡོད་པའི་ཆ་ནས། རིན་པོ་ཆེ་མཆོག་གིས་གྲོས་ཚོགས་ཀྱི་འཛིན་སྐྱོང་གི་ལམ་སྟོན་ལ་ལྟ་རྟོག་བྱེད་ཐབས་ཚད་ལྡན་དང་ནུས་པ་ལྡན་པ་ཞིག་ཀྱང་ངོ་སྤྲོད་གནང་ཡོད་པར་བརྟེན། ད་ལྟའི་ཆར། ང་ཚོའི་གྲོས་ཚོགས་འདི། རྒྱལ་སྤྱིའི་ནང། ཡར་ཐོན་ཅན་གྱི་རྒྱལ་ཁབ་ཀྱི་གྲོས་ཚོགས་དང་འདྲ་བར། གྲོས་ཚོགས་ཀྱི་ལམ་ལུགས་དང། ཁྲིམས་སྒྲིག་གི་ཐ་སྙད་ཚད་མཐོ་པོ་བེད་སྤྱོད་གཏོང་རྒྱུ་ཡོད་པ་ནི། རིན་པོ་ཆེ་མཆོག་གི་བཀའ་དྲིན་ཁོ་ན་ལ་བརྟེན་ནས་བྱུང་བ་ཡིན། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་མི་དམངས་ནས་ཐད་ཀར་འོས་འདེམས་དགོས་པའི་ལམ་ལུགས་དེ་ངོ་སྤྲོད་གནང་རྗེས། ཕྱི་ལོ་ཉིས་སྟོང་གྱ་མེད་བཅུ་མེད་གཅིག་ལོར། བོད་ཕྱི་ནང་གཉིས་ཀའི་བོད་མི་ཚོའི་རེ་འདུན་ལྟར། ཚད་མཐོའི་མང་མོས་ཀྱིས། རིན་པོ་ཆེ་མཆོག་ལམ་ལུགས་གསར་པ་འདིའི་འོག་ནས་བོད་མིའི་དབུ་ཁྲིད་ཐེངས་དང་པོར་འོས་འདེམས་ཞུས། ཕྱི་ལོ་ཉིས་སྟོང་གྱ་མེད་བཅུ་མིག་ལྔ་ལོར་རིན་པོ་ཆེ་མཆོག་སྐབས་གཉིས་པའི་ཆེད་བསྐྱར་དུ་འོས་འདེམས་བྱུང་བ་དང་བཀའ་བློན་ཁྲི་པའི་ཐུགས་འགན་བཞེས་པའི་སྐབས་སུ་རིན་པོ་ཆེ་མཆོག་གིས་འཛིན་སྐྱོང་གི་གལ་ཆེའི་ལས་དོན་ལེགས་བཅོས་དང་ཡར་རྒྱས་ཤུགས་ཆེ་བཏང། ཁོང་གིས་བཀའ་ཤག་གི་ལས་དོན་ཡོངས་ཀྱི་ཚད་གཞི་འཛིན་ས་བཀའ་རྟགས་ཀྱི་ཕྱག་རྒྱ་གསུམ་སྟེ་བདེན་པ་དང་འཚེ་བ་མེད་པ། ཡང་དག་པའི་མང་གཙོ་རིང་ལུགས་བཅས་སུ་གཏན་འབེབས་གནང་ཐོག་ཁྲིམས་བཟོ་ལྷན་ཚོགས་དང། ཁྲིམས་ཞིབ་ཁང། འཛིན་སྐྱོང་བཅས་མང་གཙོ་ཀ་བ་གསུམ་གྱི་བར་དབང་ཆ་འདྲ་མཉམ་བགོ་བཤའ་དང་ཆ་སྙོམས་ཡོང་བར་ངེས་གཏན་བཟོས་གནང་བ་མ་ཟད། རང་དབང་ཅན་གྱི་སྒྲིག་འཛུགས་ཁག་གི་ལས་དོན་ལ་ཐེ་ཇུས་མི་བྱེད་པའི་སྲིད་ཇུས་དམ་པོར་འཛིན་ཡོད། བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་རིན་པོ་ཆེ་མཆོག་གིས་དབུ་ཁྲིད་གནང་བའི་སྐབས་སུ་སྒྲིག་གཞི་དང། ཁྲིམས་ལུགས། སྲིད་ཇུས་བཅས་བཟོ་བཅོས་དང་གསར་གཏོད་མང་པོ་གནང་ཡོད་པ་ལས། བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་བྱུས་ཀྱང་ཚུད་ཡོད། དེ་ནི། བོད་ཀྱི་ལོ་རྒྱུས་ནང། ཁྲིམས་ལུགས་ཀྱིས་གཏན་ལ་ཕབ་པའི་ཤེས་ཡོན་སྲིད་བྱུས་ཐོག་མར་གྱུར། སྲིད་བྱུས་དེའི་དམིགས་ཡུལ་ནི། བོད་ཀྱི་སྐད་ཡིག་དང། ལེགས་བྱང། མི་རིགས་ཀྱི་ངོ་བོ་བཅས་སྲུང་སྐྱོབ་དང་གོང་འཕེལ་གཏོང་རྒྱུ་དང། མ་འོངས་པའི་མི་རབས་ཚོར་གནས་ཚད་ལེགས་པའི་སྲོལ་རྒྱུན་དང། དེང་རབས་ཀྱི་ཤེས་ཡོན་ཆ་ཚང་བ་སྤྲོད་ཐུབ་པའི་རིག་སྟོབས་དང་བཟང་སྤྱོད་གོང་འཕེལ་གཏོང་ཆེད་ཡིན། སྲིད་ཇུས་འདི་ཤུགས་རྐྱེན་དང་ཕན་རླབས་ཧ་ཅང་ཆེན་པོ་བྱུང་ཡོད། སྲིད་ཇུས་འདི་ལག་བསྟར་ཞུ་སའི་ཆེད་དུ། མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭ་ཞེས་པ་ཞིག་གསར་འཛུགས་གནང་སྐབས། བཙན་བྱོལ་བོད་མིའི་སྤྱི་ཚོགས་ཀྱི་ཕྱོགས་ཡོངས་ནས་སློབ་གྲྭ་འདིར་ཧ་ཅང་ཐུགས་སྣང་དང་སློབ་ཕྲུག་མང་པོ་འཛུལ་ཞུགས་ཤུགས་ཆེ་བྱེད་འདོད་ཡོད་ཀྱང། སྐབས་དེར། སློབ་གྲྭའི་སློབ་ཕྲུག་གི་ཤོང་ཚད་ཀྱི་ཚད་བཀག་ལ་བརྟེན་ནས་སློབ་ཕྲུག་མང་པོར་སློབ་འཇུག་གི་གོ་སྐབས་རག་མེད། དེ་བཞིན། རིན་པོ་ཆེ་མཆོག་གིས་བོད་པ་ཚོར་རྒྱ་གར་དང། ཕྱི་རྒྱལ་གྱི་གཙུག་ལག་སློབ་ཆེན་ཁག་ཏུ་མཐོ་རིམ་སློབ་སྦྱོང་བྱེད་པར་ཁེ་རེས་སློབ་ཡོན་མང་པོ་གསར་གཏོད་གནང་བ་དེས། ད་བར། སློབ་ཡོན་ཐོབ་མཁན་གྱི་གྲངས་འབོར་མང་ཤོས་སུ་གྱུར་ཡོད། རིན་པོ་ཆེ་མཆོག་གི་ཆབ་སྲིད་ཀྱི་གྲུབ་འབྲས་ཙམ་མ་ཡིན་པར། སྒྲིག་འཛུགས་སྲ་བརྟན་དང། སྤྱི་ཚོགས་བདེ་དོན། ཤེས་ཡོན་ཡར་རྒྱས་སོགས་ཀྱི་ཆེད་དུ་མཛད་རྗེས་ཆེན་པོ་བཞག་ཡོད། ཁོང་གིས། ཆེས་མཐོའི་བོད་ཀྱི་གསོ་བ་རིག་པ་ལྷན་ཚོགས་ཀྱི་ཁྲིམས་ཡིག། ཆོས་དོན་ལྷན་ཚོགས་ཀྱི་ཁྲིམས་ཡིག། བོད་ཀྱི་ཚོང་པའི་ལྷན་ཚོགས་ཀྱི་ཁྲིམས་ཡིག། བུད་མེད་ནུས་ཤུགས་སྤེལ་བའི་སྲིད་ཇུས། ཉམ་ཐག་ལ་ལྟ་སྐྱོང་གི་སྲིད་ཇུས། སྐྱེ་ལྡན་སོ་ནམ་འདེབས་ལས་ཀྱི་སྲིད་ཇུས། བོད་མིའི་སྨན་བཅོས་ལྟ་སྐྱོང་གི་ལས་གཞི་སོགས་སྲིད་ཇུས་དང་སྒྲིག་གཞི་གཞན་མང་པོ་ཞིག་གཏན་འབེབས་དང་ལག་བསྟར་གནང་ཡོད། གཞུང་གི་སྔོན་རྩིས་འཆར་གཞི་འབུལ་ཕྱོགས་ཀྱི་ལམ་ལུགས་ལེགས་བཅོས། དཔལ་འབྱོར་སྟངས་འཛིན་དང་གནས་བབ་ཡར་རྒྱས་སྲ་བརྟན། དེ་བཞིན། བཙན་བྱོལ་བོད་མིའི་སྤྱི་ཚོགས་རང་ཁ་རང་གསོ་དང་ཕུགས་རྒྱང་རིང་པོའི་དཔལ་འབྱོར་གྱི་སྲིད་ཇུས་སྲ་བརྟན་ཆེད་དུ་བོད་མིའི་མཉམ་འབྲེལ་ཚོགས་པ་ཡར་རྒྱས་གཏོང་བ་དང། བོད་མིའི་གཞིས་ཆགས་ཁག་གི་རྨང་གཞི་སྲ་བརྟན་བཟུང་བའི་སྲིད་ཇུས་སོགས་ལག་བསྟར་གནང་བ་དེས་བོད་ཀྱི་རིག་གཞུང་དང། མི་རིགས་ཀྱི་ངོ་བོ་སྲུང་སྐྱོབ་དང་གོང་འཕེལ་གཏོང་བར་ཞབས་འདེགས་ཆེན་པོ་བསྒྲུབས་ཡོད། ཁོང་གིས་སྒྲིག་འཛུགས་ཀྱི་ཁྱབ་ཁོངས་ས་ཆ་དང་རྒྱུ་དངོས་ཀྱི་བདག་དབང་ཁྲིམས་མཐུན་བཟོས་ཏེ་འཕྲལ་ཕུགས་རྒྱང་གསུམ་ལ་ཕན་པའི་ལས་དོན་རླབས་ཆེན་བསྒྲུབས་ཡོད། བཙན་བྱོལ་བོད་མིའི་མ་འོངས་པའི་གནས་བབ་ངེས་གཏན་མེད་པ་ཡིན་དུས་རིན་པོ་ཆེ་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དེབ་སྐྱེལ་བྱས་པའི་ཚོགས་པ་ཁག་གི་ལས་དོན་བྱེད་ཕྱོགས་ཚང་མ་གནས་ཡུལ་རྒྱལ་ཁབ་ཀྱི་ཁྲིམས་ལུགས་སྒོ་ངོས་ལེན་ཐོབ་པ་བཟོ་རྒྱུའི་སྲིད་ཇུས་གཏན་འབེབས་གནང་ཡོད། དེས་རྒྱལ་སྲིད་བཙན་བྱོལ་བོད་མིའི་སྒྲིག་འཛུགས་མུ་མཐུད་གནས་མི་ཐུབ་པའི་གནས་སྟངས་ཤིག་ཤར་ཚེ། བཙན་བྱོལ་སྒྲིག་འཛུགས་ཀྱི་དེབ་སྐྱེལ་བྱས་པའི་ཚོགས་སྡེ་ཁག་གི་བོད་མི་རྣམས་ཁྲིམས་མཐུན་དང། རང་ཁ་རང་གསོའི་ཐོག་གནས་ཐུབ་ཆེད་ཡིན། རིན་པོ་ཆེ་མཆོག་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཆབ་སྲིད་ཀྱི་དབང་ཆ་རྩིས་སྤྲོད་གནང་སའི་འོས་འདེམས་ཞུས་པའི་དབུ་ཁྲིད་ཐོག་མ་དེ་ཡིན་ཞིང། ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་གཅིག་ཟླ་བ་གསུམ་པའི་ནང ྋགོང་ས་མཆོག་གིས། བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་གི་ཆབ་སྲིད་ཀྱི་འགན་དབང་ཡོངས་རྫོགས་ནས། བགྲེས་ཡོལ་ཕེབས་པའི་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་སྒྱུར་སྤྲོད་ཁྲོད། རིན་པོ་ཆེ་མཆོག་ནས་གལ་ཆེའི་ཐུགས་འགན་བཞེས་ཡོད། བོད་མིའི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་སྒྲོམ་གཞིར་འགྱུར་བ་ཆེན་པོ་འདི་འདྲ་ཞིག་བྱུང་བའི་སྐབས་སུ། བདེ་བླག་ངང་སྒྱུར་སྤྲོད་ཡོང་བར་རིན་པོ་ཆེ་མཆོག་གི་མཛད་ཇུས་དང་ཐུགས་འགན་ནི་ཧ་ཅང་གལ་ཆེན་པོ་ཆགས་ཡོད། ཐག་གཅོད་གལ་ཆེན་དེ་ཁྲིམས་སྒྲིག་དང། བོད་མིའི་དབུ་ཁྲིད་ཀྱི་སྒྲོམ་གཞིར་འགྱུར་བ་ཤུགས་ཆེན་པོ་ཐེབས་པའི་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོའི་བཀའ་སློབ་ལམ་སྟོན་དང། བཙན་བྱོལ་བོད་མིའི་སྒྲིག་འཛུགས། འབྲེལ་ཡོད་གྲོས་ཚོགས་དང་སྒྲིག་འཛུགས་ཁག་བཅས་དང་མཉམ་དུ་ཐབས་ཇུས་འདེམས་པ་དང། ཐུགས་ཐག་ཉེ་པོས་ཕྱག་ལས་གནང་སྟེ་བརྒྱུད་རིམ་འདི་ལམ་ལྷོང་དང་ལེགས་འགྲུབ་ལྡན་པ་བྱུང་ཡོད། རིན་པོ་ཆེ་མཆོག་གི་བཀའ་བློན་ཁྲི་པའི་ལས་ཡུན་རིང་གི་མཛད་རྗེས་གལ་ཆེ་ཤོས་ནི། དབུ་མའི་ལམ་གྱི་སྲིད་བྱུས་གཞིར་བཞག་པའི་ཐོག་ནས་བོད་རྒྱ་གཉིས་ཀྱི་གྲོས་མོལ་བསྐྱར་གསོ་གནང་ཐུབ་པ་དེ་ཡིན། ཁོང་གིས། གདེང་སྤོབས་ཆེན་པོས་སྲིད་ཇུས་དེ་ཉིད་ལག་བསྟར་མདུན་སྐྱོད་ཡོང་ཐབས་སུ། གྲོས་གཞི་གཅིག་དང། བརྒྱུད་ལམ་གཅིག་རྩ་བར་བཟུང་ཐོག། འབྲེལ་གཏུག་རྒྱུན་འཁྱོངས་དང་གུ་བཤངས་དང་གྲོས་བསྡུར་གྱི་ལམ་ནས་གཉིས་ཕན་འགྲིག་ཆགས་ཡོང་ཐབས། དབུ་མའི་ལམ་གྱི་སྲིད་ཇུས་ཤུགས་ཆེ་རུ་དང་གོང་འཕེལ་གཏོང་བར་ཡིད་ཐང་མ་ཆད་པར་ཕྱག་ལས་གནང་བ་དང་ཆབས་ཅིག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མཉམ་དུ་བོད་ལ་མིང་དོན་མཚུངས་པའི་རང་སྐྱོང་ཐོབ་ཐབས་སུ་ཐད་ཀར་གྲོས་མོལ་ཐེངས་བཅུར་གནང་ཐུབ་པ་བྱུང་ཡོད། བོད་མིའི་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་བསམ་འཆར་ཡིག་ཆའི་ནང། བོད་ཀྱི་གནས་བབ་སྐོར་གྱི་ཁྲིམས་ལུགས་དང། ལོ་རྒྱུས་ཀྱི་དངོས་དོན་གསལ་པོར་བཀོད་ཡོད་ཅིང། བསམ་འཆར་ཡིག་ཆ་དེ་ནི་ཡིད་ཆེས་འཕེར་བའི་ཡིག་ཆ་གཞན་མང་པོ་ཡོད་པའི་ནང་ནས་གཅིག་ཡིན། ཁོང་གི་དབུ་ཁྲིད་འོག་ཨ་རིའི་གཞུང་དང། ཡོ་རོབ་གྲོས་ཚོགས་ཀྱི་རྒྱབ་སྐྱོར་ཆེན་པོ་ཐོབ་སྟེ། རིན་པོ་ཆེ་མཆོག་གིས་ཕྱི་རྒྱལ་ཡུལ་གྲུ་མང་པོར་ཕེབས་ནས་རྒྱབ་སྐྱོར་འཚོལ་སྒྲུབ་དང། དབུ་མའི་ལམ་གྱི་སྲིད་བྱུས་ལ་གོ་རྟོགས་ཤུགས་ཆེ་སྤེལ་ཡོད། རྒྱལ་ཁབ་མང་པོའི་ནང་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་བཞག་ཐུབ་པ་བྱུང་ཡོད། དཔེར་ན། ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་མེད་གཉིས་ཨ་རིའི་བོད་དོན་སྲིད་བྱུས་ཁྲིམས་ཡིག་ལྟ་བུ་དང། བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་མ་དངུལ་གྱི་རོགས་རམ་ཇེ་མང་དུ་བཏང་ཡོད། རིན་པོ་ཆེ་མཆོག་གིས་རྒྱལ་ཁབ་མང་པོའི་ནང། བོད་དོན་རྒྱབ་སྐྱོར་ཚོགས་པའི་རྒྱལ་སྤྱིའི་ཚོགས་འདུ་མང་པོ་གོ་སྒྲིག་ཞུས་ཏེ། ཚོགས་ཞུགས་གནང་མཁན་གྲངས་འབོར་ཚད་མཐོ་པོ་བྱུང་ཡོད། རིན་པོ་ཆེ་མཆོག་གིས་བཀའ་བློན་ཁྲི་པའི་ལས་ཡུན་རིང། ཁོང་གིས། བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་སྟོབས་ཤུགས་ལྡན་པ་དང། མཐུན་སྒྲིལ། བརྟན་བརླིང། ཕྱི་གསལ་ནང་གསལ་གྱི་སྒྲིག་འཛུགས་ཤིག་ཡོང་བར་རྒྱུན་མཐུད་ནས་ཕྱག་ལས་གནང་བའི་རིང། ཆོལ་ཁ་དང། ཆོས་བརྒྱུད་གང་ཡང་རུང་བར་ཕྱོགས་སུ་མ་ལྷུང་བར་ཚང་མར་འདྲ་མཉམ་དང། གུས་བརྩི་ལྡན་པའི་ཕྱག་ལས་གནང་བ་བརྒྱུད། བོད་མིའི་ནང་ཁུལ་ཆིག་སྒྲིལ་ཡར་རྒྱས་དང། ནུས་ཤུགས་ཆེ་རུ་བཏང་བར་གལ་ཆེའི་མཛད་རྗེས་བཞག་ཡོད། ཕྱི་ལོ་ཉིས་སྟོང་གྱ་མེད་བཅུ་བཞི་ནས་བཟུང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐད་ཀའི་ལམ་སྟོན་འོག་དགོན་སྡེ་གྲྭ་ཚང་དང་དགེ་རྒན། ཉམས་ལེན་པ་ཚོས་གསོལ་འདེབས་ཤུགས་དྲག་ཞུས་པ་ལྟར། ྋསྐྱབས་རྗེ་རིན་པོ་ཆེ་མཆོག་གིས་ཀྱང་བོད་དང། ཧི་མ་ལ་ཡའི་ནང་པའི་དགོན་སྡེ་དང། ཤེས་ཡོན་སློབ་གཉེར་ཁང་གལ་ཆེན་མང་པོར་བཀའ་ཁྲི། གལ་ཆེའི་དབང་ལུང་ཁྲིད་གསུམ། ལམ་སྟོན་གྱི་གསུང་བཤད་བཅས་གནང་དང་གནང་བཞིན་ཡོད། བླ་སྤྲུལ་རྒན་པ། མཁན་པོ་ལས་ཟུར། སློབ་དཔོན། དཔེ་ཁྲིད་དགེ་རྒན་བཅས་ཚུད་པའི་སློབ་མ་དང། རྗེས་འཇུག་པ་སྟོང་ཕྲག་མང་པོར་རིན་པོ་ཆེ་མཆོག་གི་བཀའ་ཁྲིད་གནང་སྟངས་ལ། ཐུན་མོང་མ་ཡིན་པའི་ཁྱད་ཆོས་དང། ཞིབ་ཕྲའི་ཚིག་དོན་ལ་འགྲེལ་བཤད་ཀྱིས། ཧ་ཅང་སེམས་ལ་འཇུག་པོ་དང་བློ་སྐྱེད་གསར་པ་རག་སྟེ། བློའི་ནུས་པ་གོང་འཕེལ་གཏོང་བར་ཕན་རླབས་རྒྱ་ཆེར་འབྱུང་བཞིན་ཡོད། རིན་པོ་ཆེ་མཆོག་གི་བླ་ན་མེད་པའི་མཁྱེན་ཡོན་ལ། ཁ་ཞེ་གཉིས་མེད་ཀྱིས་དད་དམ་གཙང་མ་དང། གུས་བཀུར་རྗེས་སུ་ཡི་རངས་ཀྱི་བསྔགས་བརྗོད་ཚད་མེད་ཞུ་བཞིན་པ་མ་ཟད། དད་ལྡན་སྟོང་ཕྲག་མང་པོར་སེམས་ཤུགས་འཕར་མ་སྤེལ་ནས་ནང་ཆོས་ལ་གཏིང་ཟབ་པའི་སློབ་གཉེར་གནང་ཐུབ་པར་ཕན་འབྲས་ཆེན་པོ་བྱུང་ཡོད། རིན་པོ་ཆེ་མཆོག་ནི། ཟབ་གསལ་མྱུར་གསུམ་གྱི་ལྷན་སྐྱེས་ཀྱི་ཤེས་རབ་མཆོག་ཏུ་མངའ་བར་བརྟེན། ལྷག་དོན་དུ། ཤེས་བྱ་རིག་པའི་གནས་ལ་མཁྱེན་རྒྱ་རབ་ཏུ་ཡངས་ཤིང། ཕྱི་ནང་གི་སྐད་ཡིག་མང་པོ་མཁྱེན་པའི་དགེ་མཚན་དང་སྦྱང་བྱ་ལྡན་པ། བརྩོན་འགྲུས་ཀྱི་རླུང་ཤུགས་དྲག་པོས་ཉིན་མཚན་དུས་དྲུག་ཏུ་ཐོས་བསམ་སྒོམ་གསུམ་དང། འཆད་རྩོད་རྩོམ་གསུམ། བཤད་སྒྲུབ་ལས་བཅས་འཁོར་ལོ་གསུམ་གྱི་མཛད་འཕྲིན་མུ་མཐའ་མེད་པར་བསྐྱངས་དང་སྐྱོང་བཞིན་ཡོད། གསུང་གི་མཛད་པའི་ཁྱད་ཆོས་གཙོ་བོ་རྣམས་ནི། རྒྱ་ཆེ་ཞིང་གཏིང་ཟབ་པ། ཕྲ་ཞིབ་གསལ་བ། ཕུ་ཐག་ཆོད་པ། མྱུར་ལ་རྣོ་བ། དགོངས་པ་ཡངས་པ། ལེགས་པར་རྣམ་པར་ཕྱེ་བ། འགག་ཐོག་མི་མངའ་བ་ཁྱད་དུ་འཕགས་པའི་སྨྲ་བརྗོད་ཀྱི་ནུས་པ་སྟེ་ཁྱད་ཆོས་དམིགས་བསལ་ལྡན་པ་བཅས་ཡིན། བརྗོད་གཞིའི་གནད་དོན་ཡོངས་རྫོགས་ཞིབ་ཚགས་ངང་སྟོན་བཞིན། དཀའ་གནད་རྣམས་ཀྱི་མཐའ་སེལ་བར་མཛད་པ་དང། གླེང་གཞི་རྒྱུ་རྐྱེན་གྱི་བྱུང་རིམ་དང་རྒྱབ་ལྗོངས་ཆ་ཚང་འགྲེལ་ཐུབ་པ། ཁོང་གིས་རྙོག་འཛིང་ཅན་གྱི་ལྟ་གྲུབ་དང་གནད་འགག་ཆེ་བའི་གནད་དོན་རྣམས་གཡོ་ཟོལ་མེད་པར་ནན་ཏན་གྱིས་ཚད་མས་ངེས་པ་བགྲངས་ཏེ་སེལ་བར་སྟོན་ཞིང། འཕྲལ་ཕུགས་རྒྱང་གསུམ་གྱི་དམིགས་འདུན་ཀུན་ལ་ཁྱབ་པར་འཆད་ཁྲིད་གནང་བ། གནད་དོན་སོ་སོའི་ཁྱད་པར་ལེགས་པར་འབྱེད་པ་དང། ཤེས་བྱ་ཀུན་ལ་ཐོགས་པ་མེད་པར་འཆད་ཐུབ་པ། གསུང་གི་མཛད་པ་འདི་དག་ནི་བརྗོད་བྱ་ཕུན་སུམ་ཚོགས་ཤིང། རྗོད་བྱེད་ཀྱི་ཚུལ་སྣ་ཚོགས་པ། མཁས་པ་ཀུན་གྱི་ཡིད་འཕྲོག་པའི་ལེགས་བཤད་ཀྱི་མཛོད་དུ་གྱུར། བློ་གསལ་ཐོས་འདོད་ཅན་རྣམས་ཀྱི་རེ་བའི་སྐོམ་པ་སེལ་ཞིང། ཤེས་བྱའི་གནས་ལ་འདུན་པའི་བློ་ལྡན་རྣམས་ཀྱི་བསླུ་མེད་བྱེད་པའི་ཐབས་སུ་གྱུར་པའི་རྨད་དུ་བྱུང་བའི་གསུང་གི་མཛད་པ་ཞིག་ཡིན། ཁོང་གི་དགོངས་པ་ནི་ཧ་ཅང་གཏིང་ཟབ་པོ་དང་ཚད་མཐོ་པོ་ཡིན་པར་ཡོངས་གྲགས་སུ་ངོས་འཛིན་བྱེད་ཀྱི་ཡོད་སྟབས། ཆོས་ཕྱོགས་ནས་བཤད་ན་སྐྱེས་བུ་དམ་པའི་གསུང་གི་མཛད་པ་ནི་མཛད་པ་ཐམས་ཅད་ནང་ནས་མཆོག་ཏུ་གྱུར་པ་ཡིན་པར་ངོས་འཛིན་ཞུ་བ་དང་འབྲེལ། སྐྱབས་རྗེ་རིན་པོ་ཆེ་མཆོག་གིས་ཟབ་གསལ་གསུང་གི་བདུད་རྩི་དེ་དག་ནི། ད་ལྟའི་མི་ཐོག་ཙམ་མ་ཡིན་པར། བོད་མི་རིགས་ཀྱི་བུ་རབས་ཚ་རྒྱུད་རྣམས་ལ་ཡང། ཧ་ཅང་གལ་གནད་དང་ཕན་རླབས་ཆེན་པོ་ཆགས་རྒྱུ་ཡིན་པ་གདོན་མི་ཟ། སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་ནི། བཤེས་གཉེན་བསྟེན་ཚུལ་ལ་ཉམས་ལེན་རྨད་དུ་བྱུང་བའི་མཛད་པ་ངོ་མཚར་ཅན་དང། ཁྱད་དུ་འཕགས་པ་ཡོད་པར་ཡོངས་གྲགས་ཡིན་སྟབས། ྋགོང་ས་སྐྱབས་མགོན་ཆེན་པོས་བཀའ་དང། ལམ་སྟོན་གང་གནང་ལ་ཐེ་ཚོམ་དང་ཐུགས་དོགས་སྤུ་ཙམ་མེད་པར་ཤར་བསྐྱོད་ཀྱི་ཕྱག་ལེན་འདོན་གལ་དང། སྤུས་ཚད་མཐོ་པོ། ཡང་དག་པ་གནང་ཐབས་བཅས་ལ་སྒོ་ཀུན་ནས་འབད་བརྩོན་ལྷོད་མེད་གནང་གི་ཡོད། ྋགོང་ས་མཆོག་ལ་གཞི་མེད་ཀྱི་སྐྱོན་བརྗོད་དང་ཚད་མེད་ཞུ་མཁན་རྣམས་ལ་ཁོང་གིས་དངོས་སུ་དུས་མཐུན་གྱིས་རིག་པ་ཡང་དག་དང་གནས་ལུགས་ལྡན་པའི་ཐོག་ནས་གདོང་ལེན་གསལ་བཤད་དང། དྲང་པོ་དང། རྒྱུ་མཚན་ལྡན་པ། ཐབས་མཁས་ཐུགས་རྗེས་བློ་བརྟན་འགྱུར་མེད་ཀྱི་སྒོ་ནས་གནད་ལ་འཁེལ་བའི་གསལ་བཤད་དང་བཀའ་ལན་བསྐྱོན་གྱི་ཡོད་པས་དོན་དངོས་ཐོག་རིན་པོ་ཆེ་མཆོག་ལས་ལྷག་པའི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ཟབ་མོ་རྣམས་རྟོགས་ཐུབ་མཁན་དང། ལག་བསྟར་དོན་འཁྱོལ་གནང་སྟེ་དབུ་འོག་དཔུང་འདེགས་ཞུ་ཐུབ་མཁན་ཁོང་ཉིད་ལས་ལྷག་པ་ཧ་ལམ་མེད་ཅེས་བརྗོད་ན་མ་འགྲིག་པ་མེད། ད་ལྟའི་ཆར་རིན་པོ་ཆེ་མཆོག་དགུང་གྲངས་གྱ་བཅུ་གྱ་ལྔ་ལ་ཕེབས་ཀྱང། བོད་མིའི་རྩ་དོན་དང་བདེ་དོན་ཆེད་འགྱུར་བ་མེད་པའི་ལྷག་བསམ་དང་ཆོད་སེམས། དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞབས་ཞུ་བསྒྲུབ་རྒྱུ་དེ་རང་ཉིད་ཀྱི་ལས་འགན་གཙོ་བོར་བརྩིས་ཏེ། སྐུ་ངལ་འཛེམས་མེད་ཀྱི་ཕྱག་ལས་གནང་མུས་ཡིན། དགུང་ལོ་མཐོན་པོར་ཕེབས་ཡོད་ནའང། ཁོང་གི་རྒྱུན་མི་ཆད་པའི་ཟོལ་མེད་ཀྱི་ལྷག་བསམ་དེས། ཁོང་གི་འགན་འཁུར་གྱི་འདུ་ཤེས་ཟབ་མོ་ལྡན་པ་མ་ཟད། ྋགོང་ས་མཆོག་དང་བོད་དོན་ལ་འགྱུར་བ་མེད་པའི་ཐུགས་ཁུར་བླ་ན་མེད་པ་ཡོད་པ་མཚོན་གྱི་ཡོད་པས་སྐུ་ཚེ་གང་པོར་མི་རིགས་ཀྱི་ཆེད་དུ་ཡོད་ཚད་བློས་བཏང་གནང་བར་གཟུར་གནས་བློ་ལྡན་རྣམས་ཀྱིས་མཁྱེན་གསལ་ལྟར་རེད། རིན་པོ་ཆེ་མཆོག་ནི། འགྲན་ཟླ་བྲལ་བའི་མཁས་པའི་དབང་པོ་དང། ལྟ་གྲུབ་སྨྲ་བ་པོ། གཙུག་ལག་སློབ་དཔོན། རླབས་ཆེན་གྱི་འཆར་སྣང་ལྡན་པའི་དཔའ་མཛངས་ཅན་གྱི་དབུ་ཁྲིད། བརྙེས་པར་རྫོགས་པའི་དགེ་སློང་རྣམ་དག་བཅས་ཡིན། རིན་པོ་ཆེ་མཆོག་ནི། སྒང་འདིའི་རྗེས་འབྲང་བ་དང། སྒང་འདིའི་འཚེ་མེད་ཞི་བའི་རྩ་དོན་དང། དེང་གི་རྩོད་རྙོག་གི་འཇིག་རྟེན་དང་འབྲེལ་བའི་སྐོར་གསུང་བཤད་རྒྱ་ཆེར་གནང་གི་ཡོད། རིན་པོ་ཆེ་མཆོག Krishnamurti ལྟ་གྲུབ་ཐོག་མཁས་དབང་ཞིག་ཡིན་པ་དང། ཁོང་དང་མཉམ་དུ་ཕན་ཚུན་གྱི་དོ་དབྱིངས་ཡོད་པའི་བརྗོད་གཞིའི་ཐོག་བསམ་ཚུལ་བརྗེ་ལེན་གནང་མྱོང་ཡོད་ཅིང་གསུང་བཤད་དང། བགྲོ་གླེང་སོགས་སུ་ཆེད་ཕེབས་གནང་གི་ཡོད། བོད་མི་ཞིག་ཡིན་པའི་ཆ་ནས་རིན་པོ་ཆེ་མཆོག་གིས་རང་གི་མི་ཚེ་ཧྲིལ་པོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཞབས་ཞུ་སྒྲུབ་གནང་མཛད་པ་དང། བོད་མི་རིགས་དང་དེའི་མཚང་ལ་མ་ནོར་བའི་ཐུན་མོང་མ་ཡིན་པའི་ལེགས་བྱང། ངོ་བོ། སྐད་ཡིག། ཆབ་སྲིད། སྒྲིག་འཛུགས་བཅས་རྒྱུན་གནས་ཐུབ་ཐབས་དང། དེ་བཞིན་སྐྱེ་འགྲོའི་བདེ་དོན་ཆེད་དང། སྐྱེ་ལྡན་འཛིན་སྐྱོང་སྤེལ་གསུམ་བཅས་ལ་ཞབས་འདེགས་རླབས་ཆེན་བསྒྲུབས་དང་སྒྲུབ་བཞིན་ཡོད། ལྷག་པར་དུ། རིན་པོ་ཆེ་མཆོག་རྒྱལ་ནང་དང། རྒྱལ་སྤྱིའི་ཚོགས་འདུ་མང་པོར་སྐུ་མགྲོན་གཙོ་བོ། མཁས་པའི་སློབ་སྟོན་སོགས་ཀྱི་གསུང་བཤད་གནང་མཁན་བཅས་སུ་གདན་ཞུས་དང་ཆེད་ཕེབས། དེ་བཞིན་དུ། ཁོང་གི་སྙན་གྲགས་ཅན་གྱི་སྒྲིག་འཛུགས་དང། ཚོགས་སྡེ་མང་པོའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་དང། ཚོགས་གཙོ། ལྷག་པའི་རིགས་བདག། སློབ་སྟོན་པ་སོགས་ཀྱི་མཚན་གནས་མང་པོ་བཞེས་ཏེ། འདོན་ཕན་ལྡན་པའི་ཕྱག་ལས་དང་ལམ་སྟོན་གནང་གི་ཡོད། རིན་པོ་ཆེ་མཆོག་ནི། སྙན་གྲགས་ཆེ་བའི་རྩོམ་པ་པོ་དང། སྙན་ངག་མཁན། རྩོམ་སྒྲིག་པ་ཞིག་ཀྱང་ཡིན་པ་དང། ད་བར། ཚིག་དོན་ཟབ་པའི་བརྗོད་གཞི་གལ་ཆེན་མང་པོའི་ཐོག་རྩོམ་ཡིག་དང། དཔེ་དེབ་ད་བར་དཔར་སྐྲུན་ཞུས་པའི། བོད་ཡིག་ཐོག་སྔོན་དུས་གླེགས་བམ་དེབ་ཕྲེང་བཅུ་གཅིག་བར། ནང་སྒང་འཁོད་པ་དེ་དག་རྩོམ་རྩལ་གྱི་དཔལ་ཡོན་ཡོངས་སུ་རྫོགས་པའི་སྒོ་ནས་ཆེད་དུ་བརྩམས་པར་མཛད་པ་དང། ཤར་མར་བཀོད་པ་བཅས་ཀྱི་གསུང་རྩོམ་ཁག་དང། ནང་ཆོས་རིག་གཞུང་དང། ལྟ་གྲུབ། ཤེས་ཡོན་སློབ་གསོ། འཚེ་མེད་ཞི་བ། ཆབ་སྲིད། སྐད་བརྡ་རིག་པ། བྱུང་རབས་ལོ་རྒྱུས། ཁོར་ཡུག་སོགས་ཀྱི་སྐོར་ལ་གཞུང་བཞེས་བསླུ་བྲིད་མཛད་པ་ཁག་དང། མཐའ་དག་ཤེས་བྱའི་རྣམ་གཞག་ལ་བརྟེན་པའི་བརྗོད་གཞི་འདྲ་མིན་གྱི་ཐོག་སྨྲ་བ་བཤམས་པའམ་གསུང་བཤད་སྩལ་བ་སྒྲ་དང་བརྙན་སོགས་ཉིས་སྟོང་ལྷག་ཙམ་བཞུགས་པ་དག་དང། ཁྱད་པར་དུ། འཕགས་པའི་སྐད་ཡིག་གསུམ་གྱི་ཐོག་བཞུགས་པའི་གསུང་གི་མཛད་པའི་ཕྱག་རྗེས་ལ་ཡང་ནང་གསེས་ཕྱི་སྐབས་བོད་སྐད་དང་ཧིན་དི། ཨིན་ཇི་བཅས་སོ། རིན་པོ་ཆེ་མཆོག་གི་མཚན་སྙན་དང་ཤུགས་རྐྱེན་ནི། བོད་མིའི་སྤྱི་ཚོགས་ལས་བརྒལ་ཏེ་ཁྱབ་ཡོད། ཁྱབ་ཆེ་བའི་ཁྱད་ལས་འཕེལ་རིམ་ཡོངས་རྫོགས་ཀྱི་ནང། མིང་དོན་མཚུངས་པའི་སློབ་གསོ་བ་ཞིག་དང། གཙུག་ལག་སློབ་དཔོན་གྱི་མཚན་གནས་དང། ཕྱི་རྒྱལ་དང། རྒྱ་གར་གྱི་གཙུག་ལག་སློབ་གཉེར་ཁྱོན་ཡོངས་སུ་ཁོང་གི་མཁྱེན་རྒྱ་ལ་གུས་བརྩི་དང་ངོས་འཛིན་ཧ་ཅང་ཚད་མཐོ་པོ་ཞུ་ཡི་ཡོད། དཔེར་ན། རྒྱ་གར་གཞུང་གིས་ཁོང་ལ་གཙུག་ལག་སློབ་གྲྭའི་ལྷག་པའི་རིགས་བདག་དང་སློབ་སྟོན་པ། གཙོ་འཛིན། ལྷན་ཚོགས་ཀྱི་ཚོགས་གཙོ་བཅས་སུ་བསྐོ་བཞག་གནང་ཡོད། མཚན་གནས་འདི་དག་གི་ཁོངས་སུ། རྒྱ་གར་རྒྱལ་ཡོངས་གཙུག་ལག་སློབ་ཁང་ཚོགས་པའི་ཚོགས་གཙོ་དང། ལྟ་གྲུབ་ཉམས་ཞིབ་ལྷན་ཚོགས་ཀྱི་འཛིན་སྐྱོང་ཚོགས་མི། ནང་པའི་ཤེས་ཡོན་སློབ་གཉེར་གྱི་རྒྱལ་ཡོངས་སློབ་སྟོན་ཚོགས་ཆུང་གི་ཚོགས་མི་བཅས་ཚུད་ཡོད། རིན་པོ་ཆེ་མཆོག་གིས་རྒྱལ་སྤྱིའི་ནང་བསྟན་ཚོགས་པའི་ལྷན་ཚོགས་ཀྱི་ཚོགས་གཙོ། རྒྱ་གར་གཞུང་གི་རིག་གཞུང་ལྷན་ཁང་གི་མཁས་དབང་སློབ་སྟོན་ཚོགས་ཆུང་གི་ཚོགས་མི་གནང་བ་མ་ཟད། སང་ཆིའི་ནང་པའི་རྒྱ་གར་ཤེས་ཡོན་སློབ་གཉེར་གཙུག་ལག་སློབ་གཉེར་ཁང་གི་ལྷག་པའི་རིགས་བདག་སོགས་མཚན་གནས་སྙན་གྲགས་ཅན་དེ་དག་ཀྱང་བཞེས་མྱོང་ཡོད། ཕལ་ཆེར། རིན་པོ་ཆེ་མཆོག་ནི། རྒྱ་གར་གྱི་གཙུག་ལག་སློབ་གཉེར་ཁྱབ་ཁོངས་ནང་མཐོང་ཆེན་དང། མཛད་མཁན་བཞེས་མཁན་ཕྱི་རྒྱལ་མི་རིགས་བ་གཅིག་པུ་དེ་ཡིན་པ་ངོས་འཛིན་ཞུ་བཞིན་ཡོད་པས། དེ་ནི། ང་ཚོ་བོད་པའི་གཟི་བརྗིད་དང་སྤོབས་པ་ཞིག་ཡིན། ལྷག་དོན་དུ། རྒྱ་གར་གཞུང་མང་གཉིས་ནས་གུས་བཀུར་ཡིད་ཆེས་དང་གདེང་འཇོག་ཆེན་པོ་ཞུ་ཡི་ཡོད་པ་རེད། རྒྱལ་སྤྱིའི་ཐོག་ཏུ་ཚོགས་སྡེ་ཆེ་ཆུང་མང་པོའི་མཚན་གནས་བཞེས་ཡོད་པའི་ནང་ནས་རིན་པོ་ཆེ་མཆོག་གིས་འཛམ་གླིང་ཞི་བདེའི་གཙུག་ལག་སློབ་ཁང་དང། ཨ་རིའི་ནིའུ་ཡོག་གྲོང་ཁྱེར་གྱི་ཨེ་ཤེ་ཡ་མང་གཙོ་ལྟེ་གནས་ཁང། དེ་བཞིན་འཛམ་གླིང་ཤེས་ཡོན་མཐུན་ཚོགས་བཅས་ཀྱི་སློབ་སྟོན་པའི་ཐུགས་འགན་བཞེས་ཡོད། ཁོང་གིས་ཨོ་སི་ཁྲེ་ལི་ཡའི་ཏཱ་སི་མེ་ནི་ཡ་གཙུག་ལག་སློབ་ཁང་དང། ཨ་རིའི་ཧེམ་ཤཱེར་མཐོ་སློབ་བཅས་སུ་གདན་ཞུས་སློབ་དཔོན་གྱི་མཛད་གནས་བཞེས་ཡོད། ཁོང་ནི། དབྱིན་ཇིའི་མཐུན་ཕྱོགས་རྒྱལ་ཁབ་ཁག་གི་གཙུག་ལག་སློབ་ཆེན་མཐུན་ཚོགས་ཀྱི་ཚོགས་མི་ཡང་གནང་མྱོང་ཡོད། འདས་པའི་ལོ་མང་རིང། རིན་པོ་ཆེ་མཆོག་གིས་བོད་པའི་སློབ་གྲྭ་དང། སློབ་གཉེར་ཁང་འདྲ་མིན་གྱི་ཆོས་ཕྱོགས་ཀྱི་སློབ་སྟོན་པ་དང་དགེ་རྒན། སློབ་སྤྱི། སློབ་དཔོན་ཆེན་མོ་བཅས་ཀྱི་ཐུགས་འགན་བཞེས་པའི་སྐབས། རིན་པོ་ཆེ་མཆོག་གིས་གསོ་སྐྱོང་གནང་བའི་སློབ་མ་མང་པོ་ཞིག་ད་ལྟ། བཙན་བྱོལ་བོད་མིའི་སྒྲིག་འཛུགས་དང། རྒྱ་གར་གཞུང་གི་ལས་བྱེད། སློབ་གྲྭ་དང་སློབ་གཉེར་ཁང་འདྲ་མིན་གྱི་འགན་འཛིན་དང་སློབ་སྤྱི། དགེ་རྒན། ཆོས་དགེ། སྐད་སྒྱུར་བ། འཛམ་གླིང་གི་ས་ཁུལ་འདྲ་མིན་ནང་གི་སློབ་དཔོན་ཆེན་མོ་དང་མཁས་དབང་སོགས་ཀྱི་གོ་གནས་བཟུང་ཡོད། རིན་པོ་ཆེ་མཆོག་གིས་གསོ་སྐྱོང་གནང་བའི་འབྲེལ་ཡོད་ཚང་མས་རིན་པོ་ཆེ་མཆོག་ལ་གུས་བརྩི་དང་བཀའ་སློབ་ལམ་སྟོན་ཞུ་ཡུལ་ཞིག་ཡིན་པ་དང། ཁོང་གི་སློབ་མ་དང་རྗེས་འཇུག་པ་རྣམས་ལ་བག་ཆགས་བཟང་པོ་དང་ཤུགས་རྐྱེན་ཆེས་ཆེར་ཐེབས་ཡོད་པ་རེད། གཞུང་གི་མཚན་གནས་ནས་བགྲེས་ཡོལ་ལ་ཕེབས་རྗེས། རིན་པོ་ཆེ་མཆོག་ལ་འཛམ་གླིང་ཤར་ནུབ་ཀུན་ཏུ་མི་སྒེར་དང་ཚོགས་སྡེ་ཁག་གིས་ལོ་ལྟར་སྐུའི་འཁྲུངས་སྐར་དུས་ཆེན་སྲུང་བརྩི་ཞུ་བ་དང་བཀའ་དྲིན་རྗེས་དྲན་ཞུ་བཞིན་ཡོད། རིན་པོ་ཆེ་མཆོག་གིས་བོད་དོན་ཆེད་དུ། རང་དོན་ཡོད་ཚད་བློས་གཏོང་དང། ཁོང་གི་ཐུན་མོང་མ་ཡིན་པའི་གྲུབ་འབྲས་ལ་བརྟེན་ནས་བོད་ཕྱི་ནང་གཉིས་ཀ་ནས་གུས་བརྩི་དང་བསྔགས་བརྗོད་རྒྱ་ཆེར་ཞུ་བཞིན་ཡོད། གཞུང་འབྲེལ་དང། ས་གནས་རྒྱལ་སྤྱིའི་ཚོགས་སྡེ་སྙན་གྲགས་ཅན་མང་པོ་ནས་གཟེངས་རྟགས་དང་ཆེ་བསྟོད་མང་པོ་ཕུལ་ཡོད་ནའང། རིན་པོ་ཆེ་མཆོག་གིས་ག་དུས་ཡིན་ནའང་དམན་ས་བཟུང་ནས་དེ་དག་ཐུགས་འདོད་གནང་གི་མེད་ཅིང་བཞེས་མི་དགོས་པར་གཙོ་འདོན་གནང་གི་ཡོད། ག་དུས་ཡིན་ནའང་ཁོང་སྐུ་སྒེར་གྱི་ངོས་འཛིན་དང། སྙན་གྲགས། ཐོབ་གོ་གནས་དང། ཁེ་ཕན་བཅས་ལ་རེ་ལྟོས་དང། ཐུགས་བརྩོན་རྩ་བ་ནས་གནང་གི་མེད་པ་དེ། གང་ཉིད་ཀྱིས་ཁྱད་དུ་འཕགས་པའི་ཁྱད་ཆོས་དམིགས་བསལ་ཅན་ཞིག་ཆགས་ཡོད། ད་ལྟའི་ཆར། སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གིས་མཚན་གནས་འགའ་ཤས་བཞེས་ཡོད། དེའི་ཁོངས་སུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡིག་ཚང་གི་ལས་ཚབ་ཚོགས་གཙོ་དང། ཆེ་སྣའི་གྲོང་ཁྱེར་གྱི Krishnamurti ཐེབས་རྩའི་འཛིན་སྐྱོང་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་བཅས་ཚུད་ཡོད། ྋགོང་ས་མཆོག་གིས་ཁོང་ལ་ཏཱ་ལའི་བླ་མའི་ཐེབས་རྩའི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མིར་བསྐོ་གཞག་གནང་བ་དེས་རིན་པོ་ཆེ་མཆོག་གི་གཏིང་ཟབ་པའི་མཁྱེན་ཡོན་དང་རྒྱུད་འཛིན། ཐུན་མོང་མ་ཡིན་པའི་བླ་སློབ་བར་གྱི་དམ་ཚིག། དེ་བཞིན་མཛད་རྗེས་བཅས་མཚོན་གྱི་ཡོད། དེ་རིང། ང་ཚོས་བླ་ན་མེད་པའི་གུས་བཀུར་ཆེ་བསྟོད་དང་བཅས་ཏེ། བདག་ཉིད་ཆེན་པོ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་དགུང་གྲངས་བརྒྱད་ཅུ་གྱ་ལྔ་འཁོར་བའི་སྐུའི་འཁྲུངས་སྐར་དུས་ཆེན་དང་བསྟུན། མཛད་རྣམ་སྙིང་བསྡུས་འདི་བཞིན་གཟིགས་འབུལ་ཞུ་རྒྱུའི་སྐལ་བཟང་གོ་སྐབས་ཐོབ་པར་དགའ་སྤོབས་ཚད་མེད་བྱུང། ང་ཚོས། རིན་པོ་ཆེ་མཆོག་གི་བསྟན་འགྲོའི་སྤྱི་དང། ལྷག་པར་དུ། སྐུ་ཚེ་གང་པོར་བོད་དང་བོད་མིའི་བདེ་དོན་དང། ང་ཚོའི་རིན་ཐང་བྲལ་ཞིང་སྲོག་ལས་གཅེས་པའི་ཐུན་མོང་མ་ཡིན་པའི་སྐད་ཡིག་དང། ལེགས་བྱང། མི་རིགས་ཀྱི་ངོ་བོ་བཅས་སྲུང་སྐྱོབ་དང། ཡར་རྒྱས་གོང་འཕེལ་ཡོང་བའི་ཆེད་དུ་མུ་མཐུད་ནས་སྐུ་ཚེ་ཡུན་དུ་བཞུགས་རྒྱུའི་གསོལ་འདེབས་ཤུགས་དྲག་ཞུ་རྒྱུ་ཡིན། མཛད་རྣམ་སྙིང་བསྡུས་འདི། སྐྱེས་བུ་དམ་པ་འདིའི་བླ་ན་མེད་པའི་མཛད་རྗེས་ཟུར་ཙམ་ལས་མཚོན་མི་ཐུབ་ཅིང། ང་ཚོའི་མི་ཚེ་འདིར་ཁོང་གི་ཞལ་མཇལ་གསུང་བསྟོད་དང། བཀའ་དྲིན་རྗེས་དྲན། ཡིད་རངས་གུས་བཀུར་ཞུ་རྒྱུའི་གོ་སྐབས་བྱུང་བ་ནི། བསོད་བདེ་དང། བསོད་ནམས་ཆེན་པོ་ཡིན་པར་སྨོས་པ་དགའ་བ་ཡོད།
གཉིས་ཐད་ནས་ནི་ང་རང་ཚོ་ད་ལྟ། Swiss དང Liechtenstein བོད་རིགས་མི་མང་ཁྱབ་ཁོངས་སུ་ཡོད་པས་ནི་ང་རང་ཚོ་བར་ན། སྐྱིད་སྡུག། ཚོགས་པའི་ངོས་ནས་ད་ལན་ང་རང་ཚོ་འདུག་སུ་གོ་སྒྲིག་ཞུས་ཤག་ཡོད་རེད་ཨ་ནི་ཁོ་རང་ཚོ་གི་མཛད་རིམ་བཅས་བཟོས་ཤག་འདི་ངས་ནང་པ་ཚོ་དེའི་གཤམ་དུ་བཞག་འོ་དེ་གཟིགས་དར་བ་འདི་བྱས་ཨ་ནི་ངས་རོབ་ཚེ་རྣམ་པ་ཚོ་ལ་ཡང་མ་མཛད་རིམ་འདི་ཞུས་ཤག་བ་ཡིན་ན་ཐོག་མར་དེ་ཆུ་ཚོད་བརྒྱད་དང་ཕྱེད་ཀ་ལ་ཡང་འདུག་སུ་མི་མང་ལྷན་འཛོམས་གནང་ཡག་རེད་ཤག་དེ་ནས་ཆུ་ཚོད་དགུ་བ་ལ་ཡང་སྐྱབས་བཅོལ་མཁས་དབང་ཟམ་གཏོར་མ་ཅི་མཆོག་ནས་ཨ་ནི་ཞབས་བརྟན་གསོལ་འདེབས་ཀྱི་འདུག་གསོལ་ནི་གསག་སྒྲུབ་གནང་ཡ་རེད་ཤ་དེའི་སྐབས་ལ་ཡ་ནི་ཁོ་རང་ཚོ་གི། ཅེས་ཀྱི། འདྲེ་སྲི་དང་གསོལ་བྱ་འདུག་གསོལ་མ་བཏང་གནང་ཡ་རེད་ཤ་དེ་ནས་ཆུ་ཚོད་བཅུ་དང་ཕྱེད་ཀ་ལ་ཡ་ཁྱུག་ཙག་གྱི་བར་བཞེངས་བྱ་ཡ་རེད་ཤ། དེ་ནས་བཅུ་དང་བཞི་བཅུ་ཞེ་ལྔ་ལ་ད་ལྟ། རིགས་ཀྱི་གླུ་བཏང་གནང་ཡ་རེད་ཤ་རིགས་ཀྱི་གླུ་ལ་ན་ང་རང་ཚོ་ད་ལྟ་བར་ན་སི་དང། སློབ་ཟུར་བ་ཡིན་ན་མང་ཆེ་མཁྱེན་གྱི་རེད་ང་རང་ཚོ་ཐུ་མི་མ་ཡིན་པས་ཀྱི་ད་ལྟ། རིགས་ཀྱི་གླུ་ཅིག་བཏང་ཡ་ཡོད་རེད་འདི་ང་རང་ཚོ་ད་ལྟ་སུའི་སི་བར་ན་སློབ་ཟུར་ཐུ་མོང་ནས་འདུག་སི་ཡ་བཏང་གནང་ཡ་རེད་ཤ་ན་ནིང་ཡ་བཏང་ཡོད་རེད། ན་ནིང་གཞི་ནིང་ད་ང་ཚོ་ལོ་ལྟར་ར་ཤི་རིན་པོ་ཆེ་སྐྱེས་སྐར་དུ་སྟངས་གནང་དགོས་བ་རེད་གལ་སྲིད་རྣམ་པ་ཚོ་ཡང། མཁྱེན་འདོད་ཡོད་བ་ཡིན་ན་ངེད་ཀྱི་བརྙན་ཐུང་རྙིང་པ་དེ་ཚོ་ལ་གཟིགས་དང། ན་ནིང་ལོ་ག་རེ་གཟིགས་དང་དེ་ལ་ཡག་ཡོད་རེད་ལན་ཞུ་ཡས་ཡིན། དེ་ནས་ཆུ་ཚོད་བཅུ་དང་སྐར་མ་ལྔ་བཅུ་ལ་ཡང། སྐྱབས་བཅོལ་མཁས་དབང་ཟམ་གཏོར་མ་ཆེ་མཆོག་ལ་བསྟོད་ཚིག་སྙན་རྩོམ་འགའ་སྒེར་འདོན་གནང་རྒྱུ་རེད་ད་རིན་པོ་ཆེ་སྐོར་ལས་ད་ལྟ། སྙན་ངག་གི་ཚིགས་བཅད་དེ་འདྲ་མང་པོ་ཞིག་ཡོད་རེད་དེ་ཚོ་ཆ་ཚང་ད་ནང་ང་རང་ཚོ་བར་སྣང་སློབ་གསོ་བསླབ་པ། བྲེད་པ་སོགས་ཀྱིས་འདུག། མི་མང་ལ་འདུག། སྐྱོ་སྣང་གི་རེ། དེ་ཡི་གེ་ནི་མཛད་རིམ་ཅིག་བཞག་བཞག་དེ་ནས་བཅུ་གཅིག་དང་སྐར་མ་ཉི་ཤུ་ལ་བྲི་རྩལ་དང་བགྲོ་གླེང་གནང་རྒྱུ་རེ་བྱ་དེ་མི་མང་ངོ་ནས་ཅིག་བྲི་རྩལ་བྱེད་ཡས་དང་ཡང་བགྲོ་གླེང་གནང་ཡས་དང་དེ་འདྲས་ཀྱི་ནི་མཛད་སྒོ་ཅིག་བཞག་བཞག་དེ་ནས་ཆུ་ཚོད་བཅུ་གཉིས་ལ་ཡང་ནི་ཅིག་མི་མང་རྣམ་པ་ཚོ་ཚང་མ་ཆེད་དུ་ལ་ཡང་ནི་ཅིག་རོ་བཅུད་ལྡན་པའི་དཀར་སྐྱོང་གི་ཞལ་ལག་བཅས་ཁོ་ནང་ཚོ་གི་འདུག་གོ་སྒྲིག་ཞུས་གནང་བཞག། དེ་ནས། ཆུ་ཚོད་དང་པོ་དང་སྐར་མ་བཅོ་ལྔ་ལ་ཡ་ཨ་ནི་བྱེད་ཀའི་འཁྲུངས་སྐར་གྱི་ཁུ་ར་བཏུབ་གནང་ཡ་རེད་ཤག་ཁུ་ར་དེ་ཡ་རྣམ་པ་ཚོ་མ་ཁེངས་ངའོ་ཡིན་ན་ཁུ་ར་ཟེར་ནས་ད་ང་རང་ཚོ་དབྱིན་ཇིའི་སྐད་དང་མ་སུ་ཀེག་ལ་ལ་གུ་བ་རེད་ཁུ་ར་དེ་བཏུབ་གནང་ཡ་རེད་ཤག་དེ་ནས་དང་པོ་དང་ཕྱེད་ཀ་ལ་ཡ་ཨ་ནི་བྱེད་ཀའི་ཆེས་རྣམ་ཤེས་དེ་ཚོ་ཡག་པོ་བྱས་བྱས་ཡོད་པ་ཡིན་ན་ཨ་ནི་འདུག་མི་མང་ལྷན་འཛོམས་ཐོག་ནས་ཨ་ནི་བཅུག་གོར་བཤད་བྱས་འདུག་འཁྲབ་གནང་ཡ་རེད་ཤག་ཨ་ནི་མཐའ་འདོམས་དེ་ལ་ཡ་ཆུ་ཚོད་གསུམ་པ་ལ་ཡ་ཨ་ནི་མཛད་རིམ་དེ་ལས་ཀའི་ངོས་ནས་འདུག་མ་བསྒྲུབས་ནས་ཨ་ནི་འཇུག་འདོད་ཡ་རེད་ཤག་ལ་ནི་ཞུ་ཡ་ཡིན། དེ་གཅིག་གི་རྣམ་པ་ཚོ་ལ་དང། གསལ་བསྒྲགས་བྱེད་དུ་འདུག་སྨ། ཞུས་གོ་བསམ་སོང། ཨ་དེ་མ་ཡིན་པའི་ཅི་ང་རང་ཚོ་སློབ་ཟུར། ཚོགས་པའི་ངོས་ནས་འདུག་ཤི་ཨ། ང་རང་ལ་ཇི་ལྟར་གསུངས་བ་ཤི་སོང། རྣམ་པ་ཚོ་ལ་འདུག་སྨ་གསལ་བསྒྲགས་འདི་ཕུལ་ཡིན། ཨ་ནི་སོང་ཙང་རྣམ་པ་ཚོ། ཏན་ཏན་ད་སྐབས་དེ་དུས་ལ་ཡ་གཅིག་གི། ང་རང་ཚོ་བོད་རིགས་སྤུན་ཟླ་ད་ང་རང་ཚོ་སུད་ས་ནས་ག་བ་ལ་བཞུགས་ཡོད་བ་ཡིན་ན་རྣམ་པ་ཚོ་སུ་ལ་ཡང་དུས་ཚོད་ཡོད་བ་ཡིན་ན་ནི་ད་ལན་དུས་ཚོད་དེ་ཆུ་ཚོད་སུ་མ་ཐང་བྱས་ནས་ངེས་པར་དུ་ལ་ཡང་སྤྱི་དཔལ་གྱི་སོ་ནམ་ཅིག་ས་ཡ་ཆེད་དུ་ལ་ཡ་ཅིག་གི་རི་གོང་དགོན་པ་ལས་འདུག་སུ་ཕེ་རོང་ན་ལ་ནས་ནི་འབུད་སྐུལ་ཞུ་ཡས་ཡིན། ང་རང་འདྲ་བོ་ཆ་ཤར་བ་ཡིན་ན་ཡིན་དངོས་གནས་ཅིག་གི་ལོ་ལྟར་ར་ཤེས་དངོས་གནས་སོ་སོ་ངོས་ནས་ཅིག་གི་རིན་པོ་ཆེ་ཡས་ཀྱི་ཅིག་འཁྲུངས་སྐར་ཡིན་ན་རེད་ཅིག་མཛད་སྒོ་དེ་འདྲས་ལ་བཅར་ཐུ་ཡལ་གྱིས་འབད་བརྩོན་བྱེད་ཀྱི་ཡོད། རབ་བྱུང་བྱུང་ན་བོད་འགྲོ་ཐུབ་པའི་ཁོ་རང་ཐབས་ཤེས་བྱེད་ཀྱི་ཡོད། ད་ཡིན་ན་ཡིན་འགྲོ་མ་ཐུབ་པ་ཡིན་ན་ད་ལན་དངོས་གནས་ཅིག་སོ་སོ་ངོས་ནས་བཅུག་འདུག་སྨ་རིན་པོ་ཆེ་ཡི་གེ་འཁྲུངས་སྐར་དང་འབྲེལ་བོད་ཀྱི་གསལ་བསྒྲགས་ཅིག་སྤེལ་ཡས་དེ་འདྲས་ཀྱི་གོ་སྐབས་བྱུང་བ་ཡིན་ན་ཡིན་སོ་སོ་དངོས་གནས་གསུམ་སྐྱེ་བ་བཟང་པོ་ཡིན་སོ་དེ་སོ་ནམ་ཡིན་བསམ་གྱི་འདུག་དངོས་གནས་སྐྱིད་པོ་དམ་པ། འདི་མ་ཡིན་པའི་ཅིག་རིན་པོ་ཆེ་ཡི་གེ་སྐུ་གསུང་ཐུགས་ཀྱི་ཡོན་ཏན་འདྲ་བོ་ད་ངས་ཀྱི་མང་པོ་ཞུས་ཚ་ཡིན་དངོས་གནས་བརྗོད་ཐུ་བའི་ཁོ་ར་ཡོད་མ་རེད། དངོས་གནས། ནང་པའི་གཞུང་ལུགས་ལྔ་ལ་དཔྱིས་ཕྱིན་པ་མཁྱེན་ངེས། དངོས་གནས། ད་དེ་འདྲས་ཀྱི་སྐོར་ཡས་སོ་སོ། སོ་སོ་དངོས་ནས་ཅིག་ཚིག་གཉིས་ཅི་འདུག་སུ་མ་ཤེས་ཡས་ཀྱི་གོ་སྐབས་ར་ཡས་དེ་ཡས་དངོས་གནས་སོ་སོ་སྐྱེ་བ་བཟང་པོ་ཡིན་སོ་དེ་སོ་ནམ་ཡིན་དངོས་གནས་གསུམ། དེ་འདྲས་དྲན་ངེས་ཀྱི་གང་ཟག་ཅིག་ཡིན་ད་ཡིན་ན་དེང་སང། ནང་ངས་གོང་དུ་ཞུས་པ་ནང་ཤེས་རིག་སྤྱི་ཚོགས་དྲ་ལམ་ནང་ལ་ཡ་ཅིག། གནས་ཚུལ་ཡག་པོ། ཞེ་དྲག་མགོ་མ་ཚོས་བྱས་ནས་ཅིག། ཅིག་ང་རང་ཚོ་གི། དགེ་བའི་བཤེས་གཉེན་ཡིན་ན་རེ་ཨ་ནི་གཅིག་གི་བླ་སྤྲུལ་རྣམ་པ་ཡིན་ན་རེ་ཨ་ནི་གཅིག་གི་ད་སྡུག་ས་ནས་ཤེས་པ་ཡིན་ན་ད་ང་ཚོ་རྒྱ་གར་རིན་པོ་ཆེ་གོང་ས་མཆོག་ལ་ཡིན་ན་ཡང་གཅིག་ཟུར་ཟ་མ་ཡལ་ད་གོང་ས་མཆོག་གི་གསུང་དེ་ཚོ་ལ་འགྲིག་འདུག་ད་འགྲིག་མི་འདུག་དེ་འདྲའི་བཤེས་གཉེན་དུ་བ། ཧང་སང་ཡང་གི་ད་བློ་ཕམ་པོ་དང་ཐབས་སྐྱོ་བའི་གནས་ཚུལ་རེ་ལ་ནི་ཞུ་ཡ་ཡིན་ད་དམིགས་བསལ་གི། དམིགས་བསལ་གྱི། ད་དེ་འདྲ་བའི་གང་ཟག་ཚོ་ལ་ག་རེ་ཞུ་ཡོད་ལབ་པ་ཡིན་ན་ད་ལྟ་ཡིན་ན་དུས་ཚོད་ཡོད་རེད་རྣམ་པ་ཚོ་དེ་ཚོད་སེམས་བྱེད་ནས་ད་ཆེ་གི་སོ་སོ་གི་ཤེས་དགོས་ཡས་དང་ཤེས་མོ་དགོས་ཡས་དེ་ཚོ་ངེས་པར་དུ་ཐུགས་ལ་བཞག་རོགས་གནང་ལ་ནི་ཞུ་ཡས་ཡིན་གང་ཡིན་ཟེར་ན། ད་དེ་འདྲའི་རྣམ་པ་ཚོ་གི་ཤ་སྟག་གསུངས་བསྡད་པ་ཡིན་ན་སོ་སོ་སོ་ནམ་ཟས་དྲོ་ཡས་ཀྱི་རྒྱུ་གཅིག་ཆགས་ཀྱི་རེད། ང་ཚོ་སྡུག་ས་ནས་ཤེས་བ་ཡིན་ན་གཅིག་སོ་སོ་ཚད་རིང་པོ་མ་ཞུ་ཡས་དང་སོ་སོ་ལ་ཨ་ནི་གཅིག་ན་ཚ་ཚབས་ཆེན་པོ་ཕོག་ཡས་དང། ད་དེ་འདྲའི་ཡོང་བའི་ཏན་ཏན་བརྒྱ་ཆ་བརྒྱ་རེད་ད་རྣམ་པོ་ཚོ་ད་ད་ད་ད་རྣམ་པོ་ཚོ་བདེ་བོ་ཡིན་ཐང་པོ་ཡིན་ད་ད་ག་རི་ལབ་ལབ་ཡིན་དྲན་གི་འདུག་བ་འདི་རྣམ་པོ་ཚོ་ཐུགས་ལ་ངེས་པར་དུ་དགོངས་དགོར་ད། ལབ་ས་དེ་སུ་ལ་ལབ་གི་འདུག་དེ་ཚོ་དཔེ་གལ་ཆེན་པོར་ད་རྣམ་པོ་ཚོ་འདི་ཐུགས་ལ་ངེས་པར་དུ་བཞག་རོགས་ན། དངོས་ནས་ད་ལས་རྒྱུ་འབྲས་ཁས་ལེན་ངས་གང་ཟག་ཅིག་ཡིན་ཚར་བས་ཅལ་ཡ་དངོས་གནས། གནས་ཚུལ་དེ་ཚོ། སེམས་པ་ལ་ཡག་པོ་ཅིག་བཞག་ཐུབ་ན་ཡག་པོ་ཡོད་རེད། ཨ་ནི་དུས་མིན་གྱི་འཆི་བ་དེ་འདྲས་ཡོང་མ་སྲིད་པ་མ་རེད་ད་དེ་སོ་སོ་གཅིག་པོ་མ་རེད་སོ་སོ་མཉམ་དུ་ལ་ཡ་ནི་སོ་སོ་ནང་མི་འཁྲུལ་འགྲོ་ཡ་ད་སོ་སོ་ནང་མི་ཡ་ནི་མཉམ་དུ་ལ་ཡ་སོ་སོའི་གི་ཨ་ནི་ལས་ངན་ད་སོ་སོའི་གི་ཨ་ནི་ཅིག་སོ་ནམ་ཟས་འགྲོ་ཡ་གི་བྱ་སྤྱོད་ངན་པ་ཅིག་བསགས་པའི་གི་རྒྱུ་དེ་ལ་བརྟེན་བྱས་ནས་རྐྱེན་དེ་ཨ་ནི་སོ་སོ་གཅིག་པོ་མ་ཡིན་པ་སོ་སོའི་གི་ཨ་ནི་ནང་མི་བུ་ཕྲུག་ལ་ཡ་ཅིག་དངོས་གནས་ཅིག་ཨ་ནི་ཨ། གྱོང་གུད་ཆེན་པོ་རག་ཨེ་ད་ཨ་འདི་སྡེ་བ་ལ་ཅིག་ཚེ་སྲོག་ཤོར་ཨེ་ད་འདི་སྡེ་བ་ལ་ནད་སྐྱོན་ཚབས་ཆེན་ཕོག་ཨེ་ད་ཨ་འདི་སྡེ་བ་ལ་དཀོན་མཆོག་སུམ་བདག་ང་ཚོའི་རྫ་དྲག་པོ་འདུག་ཅག་རེ་ཆག་མ་ཟིན་བ་མ་རེད་བ་སོང་ཙང། དེ་རྣམ་པ་ཚོ་ངོ་ནས་གཟབ་གཟབ་གནང་རོགས་གནང་ལ་ནི་ཞུ་ཡ་ཡིན་སྤྱི་ཚོགས་དྲ་ལམ་ནང་ལ་ངེས་པར་དུ་ཨན་ཅིག་ད་ཟླ་པ་དོལ་བོད་བསྟན་སྲིད་ལ་ཡ་པད་དུ་ཁོ་རང་རྩེ་གཅིག་ཏུ་སྐུ་ལས་བསྐྱོན་བྱེད་ནས་པད་ཨ་ནི། ཉིན་མཚན་བསྟུད་མར་འདུག་ཕྱག་ལེན་གནང་བདེ་ངས་དེ་ཚོ་ལ་ང་ཚོའི་ཁ་ནས་ལེམ་སང་འདུག་གདའ་མི་འདྲ་བཤད་ཆོག་ཆོག་ཡོད་མ་རེད་ལ་ནི་ཞུ་ཡས་ཡིན་དེ་བཤད་ཡས་ངས་ལ་ཨ་ལས་སོ་སོའི་གི། ག་རེ་བྱེད་ཡིན་བོད་པའི་སྤྱི་ཚོགས་ལ་བོད་པའི་སྤྱི་ཚོགས་ལ་ཞབས་ཕྱི་ག་རེ་ཞུ་ཡིན་བོད་རྩ་དོན་དོན་དག་ལ་ག་རེ་བྱས་ཡིན་པས་དེ་ཙམ་མ་ཡིན་པ་ཨ་ལས་སོ་སོ་གེ་རེ་གི་ཡ་དེའི་སྡེ་བ་ལ་ཡ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལ་ཕྱག་ལས་ག་རེ་གནང་ཡིན་པས། ས་གནས་ལ་ཕྱག་ལས་ག་རེ་གནང་ཡིན་པས་དེ་ཚོ་ཆ་ཚང་ཨ་ལས་དང་པོ་སོ་སོའི་གི་བསམ་བློ་ནང་ལ་ཁྱེད་བྱས་ནས་ཨ་ནི་གཞི་ནས་འདུག་སུ་ཕ་ཨ་ནི་གཅིག། སྤྱི་ཚོགས་ནང་ལ་ཤེས་པ་ཡིན་ན་ཡང་ཁོ་ཤེས་ན་ཡིན་ཁོ་ཤེས་ན་ཡང་དེ་ལ་ཡ་ཡན་ཅིག་གུ་པ་གུ་པ་རྒྱུ་མཚན་གྱི་ཐོག་ནས་ཤེས་ཀྱི་རེད་མ་གཏོགས་ད་ག་ཟེ་པད་ཁོ་རང་ཁ་བདེ་པོ་བྱས་བྱས་ནས་ཨ་ནི་ཤེས་ཀྱི་རེད་བསམ་གྱི་མི་འདུག་ངས་ཀྱི་རེད་བ་ད་གང་ལྟར། སྐད་ཆ་མང་པོ་འདྲ་བོ་ཆགས་སུ་མདོར་བསྡུས་ནས་ཤེས་གཙོ་བོ་ད་ག་རང་ཡིན་ཨ་ནི་ད་ལན་སྤྱི་ཚོགས་དྲ་ལམ་ནང་ལོ་རེ་རྣམ་པ་ཚོ་དངོས་གནས་གང་ཟག་ཕལ་པ་མ་ཡིན་པ་གང་ཟག་དངོས་གནས་གཅིག་ཁྱད་དུ་འཕགས་པ་དེ་ཚོ་ལ་ཡང་ན་པོ་ཚོ་གཅིག་སོ་སོ་དངོས་གནས་གཅིག་གསུངས་མ་ཡིན་ན་ངེས་པར་དུ་བསམ་བློ་ཡག་པོ་ཞེས་བྱས་ནས་དངོས་གནས་སུ་དགོངས་པ་རྒྱ་ཆེན་པོ་ཞེས་བྱས་ནས་གསུང་རོགས་གནང་ལ་ནི་ཞུ་ཡས་ཡིན་ལགས་སོ་ད་ད་ག་རང་ཡིན་མང་པོ་ཞུ་ཡས་མེད་ཨ་ད་དོན་རྒྱ་བ་དོན་གྱི་བདག་པོ་ཨ་ཐམས་ཅད་མཁྱེན་པ་གཟིགས་པ་བྱེད་པོ་ཆོས་སྐུ་ཚེ་ཡུན་རིང་གནས་པ་དང་ཨ་བོད་དོན་བདེན་དང་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་དེ་ང་ད་ག་རང་འཚམས་བཞག་ཡས་ཡིན་ཨ་བརྙན་ཐུང་རྗེས་མ་ལ་རྗེས་ཡོང་ཐུགས་ཆེ་གནང།